སྔོན་འགྲོ་ཀུན་སློང་བཅོས་པ་དེ་བརྒྱད་དེ་གྲུབ་པ་རེད་ད་དངོས་གཞི། ནང་ཆོས་མ་ཞུ་ཡ་ཡིན། ད་ནང་ཆོས་ངོ་སྤྲོད་དངོས་གཞི་དབུ་བཙུགས་དུས་ཚང་མ་ལྷོད་ལྷོད་ཀྱི་བང་ཞུགས་ན། དེབ་དང་སྨྱུ་གུ་དེ་འདྲས་ཡོད་ན། ཕར་གྲ་སྒྲིག་བྱས། འདུག་བྱས་ནས་ད་གཟབ་ནན་བྱས་ནས་གསན་གནང་ཞོག་ཨ། ད་འདི་ཡང་འདྲ། རྣམ་པ་ཚོའི་ཕྱག་ལས་ཡང་ད་འདྲ་ཤུ་གུ་ཅི་འདུག་ས་ཀྲམ་འདུག་བ། འོ་དེ་ཡིས་ད། མདུན་གྱི་དེ་ད་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ཀྱིས་ད་སྐུ་པར་བྱས། ད་དེ་ནས་ཨང་ཀི་གཉིས་པ། ནང་ལོགས་ཀྱི་ཤོག་གྲངས་གཉིས་པ་དེ་ནང་ལ། རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ལས་བྱུང་བའི་ནང་ཆོས་ཀྱི་རྩ་བ། བདེན་བཞི་དང་རྟེན་འབྲེལ་གྱི་ངོ་སྤྲོད། འདུས་པར་བཞུགས་སོ། བྱས། ད་དེ་ནས་གང་གི་ཐུགས་རྫིས་ཉེར་བཟུང་ནས་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་སྟོན་མཛད་པ་སྒོ་དམ་བདེ་ལ་ཕྱག་འཚལ་ལོ། བྱས། ད་འདི་ཁ་སང་འགྲེལ་བཤད་བརྒྱབ་ཚར་བ་ཡིན་ངེས་དེ་ཡང་བསྐྱར་ཞུས་མོ་གོ། བྱས། དེ་ནས་ཞེས་སྟོན་པ་བཀའ་དྲིན་ཅན་སྟོན་པ་བཀའ་དྲིན་ཅན་ལ་གུས་ཕྱག་སྔོན་དུ་བཏང་སྟེ། འདིར་སྟོན་པ་བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་དཔལ་རྒྱ་བ་ཤཱཀྱ་ཐུབ་པ་མཆོག་གིས་དེ་རེད། ང་ཚོ་ནམ་རྒྱུན་མདོར་བསྡུས་བྱས་ནས་ཨ་ནུ་སྟོན་པ་ཤཱཀྱ་ཐུབ་པ་སྟོན་པ་བཅོམ་ལྡན་འདས་དེ་འདྲ་ཞུ་གི་ཡོད་རེད། དེ་ནས་སྔོན་གནས་དྲངས་ནས་བཅོམ་ལྡན་འདས་ཀྱི་ཡོན་ཏན་བརྗོད་པའི་སྒོ་ནས་བཅོམ་ལྡན་འདས་ཀྱི་མཚན་བརྗོད་ན། ཚིག་འདི་པའི་གསུང་དགུའོ། སྟོན་པ་བཅོམ་ལྡན་འདས་དེ་བྱིན་ཞེས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་པའི་རྒྱལ་བ་ཤཱཀྱ་ཐུབ་པ། གར་བྱེད་ནི་འདིའི་ཟེ་གུ་གུ་ཡོད་རེད་ཟེར་ན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་འགྱུར་གྱི་ནང་ལ། བཞག་བཞག་ན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་འགྱུར་གྱི་ནང་ལ། དཀོན་མཆོག་གསུམ་རྗེས་སུ་དྲན་པའི་མདོ་གསལ་བརྗོད་བ་རེད། དེ་འབྲེལ་གྱི་དཀོན་མཆོག་རྗེས་དྲན་གྱི་མདོ་ཡོད་ནང་ལ། ཨ་ནི་སངས་རྒྱས་དཀོན་མཆོག་གི་ཨ་ནི་མ་ད་ཡོན་ཏན་གསུངས་པའི་སྐབས་ལ་འོ་འདི་ཚིག་འདི་བེད་སྤྱོད་གནང་འདུག་བ། བྱ་རེ་འདི་ཚོ་བེད། ང་ཚོ་ད་ལྟ་དུས་ཚོད་ཡོད་མ་རེད་མ་གཏོགས་གཞན་ཚིག་རེ་རེ་རེ་རེ་ལ་པས་བཅོམ་ལྡན་འདས་ཀྱི་ཡོན་ཏན་དོན་ལ་གཅིག་ལ་མང་པོ་ཅིག་བསྟན་ཡོང་དགོས་བ་རེད། དེ་ཡིན་དུས་འདི་གལ་ཆེན་པོ་ཞེ་བོ་ཡིན་པ་རེད། སྟོན་པ་བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས། དཔལ་རྒྱལ་བ་ཤཱཀྱ་ཐུབ་པ་མཆོག་གིས་བྱས་པ། སེམས་ཅན་ཐམས་ཅད་ལ་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ད་འདི་ཡང་དོ་སྣང་སྤྲད་དགོས་ཀྱི་ཡོད་རེད། ང་ཚོ་མང་པོ་ཅིག་ཆོས་ལུགས་རང་རང་སོ་སོའི་གི་ཆོས་ལ་ཡང་སློབ་སྦྱོང་བྱེད་མ་མྱོང་བ་ཅིག་ཡིན་ན། ཨ་ནི་བདག་ཅག་གི་སྟོན་པ་འདི་ང་ཚོ་ནང་པའི་གི་སྟོན་པ་རེད་ད། ཕྱི་རོལ་པ་དང་སེམས་ཅན་གཞན་ཡེ་ཤུ་ལ་སོགས་པ་འདི་ཚོ་གི་སྟོན་པ་མ་རེད་ཟེར་རོ་དབྱེ་བ་ཕྱེ་གི་ཡོད་རོ་བ། ད་ཡང་ཕྱི་རོལ་པ་ཁོ་རང་ཚོ་ཡིན་ན་ཁོ་རང་ཚོ་གི་ད་སྐྱབས་གནས་འདྲ་པོ་དེ་ང་རང་ཚོ་སོ་འདི་ང་ཚོའི་སོ་སོ་སོ་སོའི་གི་ཆོས་ལུགས་ཀྱི་སྐྱབས་གནས་རེད་གཞན་གྱི་མ་རེད་ཟེར་དེ་འདྲའི་ཚིག་སྐད་ཡོང་གི་འདུག་བ། ད་ཆོས་ལུགས་གཞན་གྱི་དེ་ཚོ་ད་ག་འདྲས་ཡིན་དང་མིན་དེ་ཞུ་ཚོད་ཐེག་གི་མ་རེད། ད་ཅིག་རྒྱ་གོ་རུམ་ཅེས་བཀའ་གནང་ཡ་ཅིག་ལ་ཆོས་ལུགས་གཞན་གྱི་ད་ཅིག་གི་སྟོན་པ་དེ་ཚོའི་ནང་ལ་བྱང་ཆུབ་སེམས་པའི་སྤྲུལ་པ་ཡོང་སྲིད་གི་རེད་ཟེར་ནས་གསུང་ཡིན་དུས་དེ་འདྲའི་གི་ཐོག་ནས་ད་ཡོད་བ་ཡིན་ན་ནི་ད་སྙིང་རྗེ་ཆེན་པོ་ཐུགས་རྒྱུད་ལ་མངའ་བ་ཡིན་དུས་སེམས་ཅན་ཐམས་ཅད་ཀྱི་ད་སེམས་ཅན་ཐམས་ཅད་ལ་ཕན་པ་བྱེད་མཁན་ཅིག་ཆགས་ཀྱི་ཡོད་རེད་ད་དེ་མིན་ཞུ་ཁག་པོར་བ་ད་ཡིན་ན་ཡང་བདག་ཅག་གི་སྟོན་པ་ཟས་དེ་ང་ཚོའི་ངོས་ནས་ནང་པའི་ངོས་ནས་སྐད་ཆ་བཤད་ཡོང་དུས་བདག་ཅག་གི་སྟོན་པ་ཟས་ཚིག་བེད་སྤྱོད་གཏོང་སྐོར་བདག་ཅག་ང་ཚོའི་སྟོན་པ་བདག་ཅག་ཟེར་དུས་ང་ཚོར་བ་བདག་ཅག་གི་སྟོན་པ་ང་ཚོའི་སྟོན་པ་ལབ་ཀྱི་ཡོད་རེད། ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ཁོ་རང་གི་ངོས་ནས་མ་སྐད་ཆ་བཤད་པ་ཡིན་ན། ཨ་ནི། ནང་པའི་སྟོན་པ་ཟེར་སྐད་ཆ་ཡོད་མ་ང་ནང་པའི་སྟོན་པ་ཡིན་ཟེར་ཡོད་མ་ང། སེམས་ཅན་ཐམས་ཅད་ཀྱིས་སེམས་ཅན་ཐམས་ཅད་ལ་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ལམ་སྟོན་མཁན་གྱི་སྟོན་པ་ཡིན་ཟེར་ཡོད་རེད། དེ་ཡིན་པའི་ཁུངས་ག་བ་ཡོད་རེད་ཟེར་ན་ཀུན་སྤྱོད་རྗེས་དྲན་གྱི་རྡོ་ཡི་ནང་ལ། སྟོན་པ་བཅོམ་ལྡན་འདས་ཀྱི་ཡོན་ཏན་མ་གསུངས་ཡོང་དུས་སེམས་ཅན་ཐམས་ཅད་ཀྱི་སྟོན་པ། བྱང་ཆུབ་སེམས་དཔའ་རྣམས་ཀྱི་ཡབ། འཕགས་པའི་གང་ཟག་རྣམས་ཀྱི་རྒྱལ་པོ་གསུངས་འདུག་བ། བྱས་ཙང་སེམས་ཅན་ཐམས་ཅད་ཀྱི་སྟོན་པ་ཡིན། དེ་འདྲི་གསུངས་ཡོད་རེད། ཇི་ལྟར་འདི་འདྲའི་ཡིན་པ་ཡིན་དུས་སངས་རྒྱས་བཅོམ་ལྡན་འདས་དེ་ནང་པ་གཅིག་པུ་གཅིག་གིས་སྟོན་པ་ཡིན་པ་དེ་ནང་པ་མ་ཡིན་གྱི་སེམས་ཅན་གཞན་ལ་ཡང་ཐུགས་བརྩེ་བ་མེད་པས་སོ་རུ་འབྲལ་བ་མེད་པས་སོ་རུ་གཞན་གྱིས་གཞན་ལ་བདེ་སྐྱིད་སྒྲུབ་པ་དང་སྡུག་བསྔལ་སེལ་བའི་ལམ་སྟོན་གྱི་མེད་པས་སོ་རུ་དེ་འདྲ་མ་གདའ། སེམས་ཅན་ཐམས་ཅད་ཀྱི་སྟོན་པ་རེད་དེ་ཡིན་ཙང་ངས་དེ་སེམས་ཅན་ཐམས་ཅད་ལ་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ཆོས་ཀྱི་འཁོར་ལོ་ཇི་སྙེད་ཅིག་བསྐོར་བས་བསྐོར་བསྐོར་བའི་ནང་ནས་བྱས། ད་བཅོམ་ལྡན་འདས་ཀྱི་ཆོས་ཀྱི་འཁོར་ལོ་བསྐོར་བ་ལ་མཐའ་དང་མུ་ཡོ་བར་གྲངས་མེད་པ་རེད། ལྷག་པར་དུ་ཡང་དྲང་དོན་ངེས་དོན་གྱི་གནས་ཚུལ་རྒྱ་ཆེན་པོ་ཅིག་སྒང་ནས་བཤད་པ་ཡིན་ན་མཐའ་ཡས་པ་རེད། ད་ཡིན་ན་ཡང་འཛམ་བུ་གླིང་འདིའི་དབང་དུ་བཏང། དེ་ཡང་བཅོམ་ལྡན་འདས་ཀྱིས་མཛད་པ་བཅུ་གཉིས་མཛད་པའི་གནས་སྐབས་དེའི་ནང་ནས་ཆོས་ཀྱི་འཁོར་ལོ་བཀོད་པའི་མཛད་པ་མཛད་པའི་གནས་སྐབས་ཆོས་ཀྱི་འཁོར་ལོ་བཀོད་པའི་མཛད་པ་འདི་ཡང་འགྲོ་བ་མི་རྣམས་ཀྱི་བློ་ལ་ཡང་ག་ཚོད་ཅིག་དང་ཉག་ཐུ་བ། དེ་འབྲེལ་གྱི་ཚོད་ཅིག་ཨ་ནེ་ཞུ་གུ་དགྲ་བཅོམ་པ་རྣམས་ཀྱི་ཡིག་ཐོག་ལ་ཡང་ཕབ་ནས་ད་དྲབ་ད་དེ་ནང་ལ་ཐེག་ཆེན་ཐེག་དམན་གཉིས་ཀ་གི་བཀའ་བསྡུའང་ཡོད་རེད་དེ་འབྲེལ་གྱི་དེ་ནས་བས་མ་ཕབ་ནས་ད་ལྟ་ང་ཚོ་རྒྱ་རྒྱ་གར་སྐྱེས་ནས་བོད་སྐད་རེ་བསྒྱུར་བ་བཀའ་འགྱུར་ཨ་ནེ་པོད་བརྒྱ་ཟེར་དེ་སླད་རེད་མ་གཏོགས་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཁོ་རང་ལ་བཀའ་འགྱུར་གྱི་པོད་བརྒྱ་གྱིས་ད་ཆུ་ཆུ་ནང་ཡང་དེ་ཚོ་རེ་ཞིག་བཞག་གནང་ན་རེད་བ། ད་ལྟ་ཆབ་སྲིད་བཅུ་པ་ལ་ནི་ཕུལ་ཆོག་རེད་བ། ད་ལྟ་ནང་ཆོས་གསུངས་པའི་ཁ་ཐུག་དེ་ག་དེ་ཚང་མའི་ཐུགས་སྣང་ནང་ནས་གནང་བཞག་ན་རེད་བ། ཨོ་ད་འདི་བྱས་ནས་གང་ལྟར་དེ་རི་དྭགས། ཨོ། གར་ས། ཨོ། བཅོམ་ལྡན་འདས་ཀྱི་ཆོས་གསུངས་པ་དེ་ལ་དེ་ནས་བས་བཀའ་འགྱུར་པོད་བརྒྱ་གི་ཚད་ཡོད་མ་རེད་གྲངས་མཐའ་མེད་པ་ཞིག་རེད། འོག་ཏུ་འདི་འདྲའི་ཡིན་པ་ཡིན་དུས་ཙམ་པོ་ད་ལྟ་བདེ་ལ། སེམས་ཅན་ཐམས་ཅད་ལ་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ཆོས་ཀྱི་སྐོར་ཇི་སྙེད་ཅིག་བསྐོར་བའི་གདངས་ནས་གསུང་དགོས་འདིར་བསྐོར་བའི་ནང་ནས། ད་སྐབས་སུ་བབ་པ་སྟེ་བདེན་བཞི་དང་རྟེན་འབྲེལ་གྱི་སྐོར་མདོར་ཙམ་ཅིག་བཤད་ཀྱི་ཡིན། ད་བཅོམ་ལྡན་འདས་ཀྱིས་ཝཱ་ར་ན་སི་ལ་ཡ་ཐོག་མར་ཆོས་གསུང་ཡ་སྟེ་བདེན་བཞི་དང་རྟེན་འབྲེལ་གྱི་ཆོས་དེ་གསུངས་པར་ད་དེ་ཡིན་ཙང་དེ་མ་བཤད་ཀྱི་ཡིན་ཟེར་བ་རེད། ད་ཡང་འགའ་ཤས་ཀྱིས་བཅོམ་ལྡན་འདས་ཀྱིས་བ་ར་ན་སེ་ལ་ཐོག་མར་གསུངས་པའི་ཆོས་དེ་བདེན་པ་ཞིག་རེད་བདེན་བྱེད་དང་རྟེན་འབྲེལ་རེད། དེ་ཡིན་ཙང་འདི་བཅོམ་ལྡན་འདས་ཀྱིས་དང་པོར་གསུངས་བྱ་བ་ཡིན་ཙང་ཆོས་དེ་དཔེ་ལས་སླ་པོ་ཅིག་དང་ཆོས་དེ་དཔེ་གར་གཟུགས་རེད་དམའ་བོ་ཅིག་དམའ་རིམ་ཅིག་རེད་ཟེར་ནས་དེ་འདྲ་གི་ཡང་བསམ་བློ་འཁོར་གི་འདུག་བ།

བདེན་པ་བཞི་ཁོ་རང་ལ་ཡང་ཨ་ནི་ཐེག་ཆེན་ཐེག་དམན་སོ་སོར་མ་སྦྱར་ནས་མདོ་སྔགས་ཡོངས་རྫོགས་ལ་སྦྱར་ནས་གསུངས་ཐུགས་མཁྱེན་བཅས་ཀྱིས་གསུངས་པ་ཡིན་ན་སངས་རྒྱས་ཀྱི་ཆོས་ཚང་མ་བདེན་བཞི་ནང་ལ་འདུས་ཡོད་རེད་རེད་བ། དེ་འདྲ་ཡིན་པ་ཡིན་དུས་གནས་ཚུལ་དེ་འདྲས་མ་རེད་གཅིག་བྱས། གལ་ཏེ་བཅོམ་ལྡན་འདས་ཀྱིས་བདེན་པ་ཞེས་གསུངས་བདེ་བ་འདི་ཐོག་མར་གསུངས་པ་དེ་འགྲེལ་བྱེད་ཡིན་པའི་དབང་དུ་བཏང་ན་ཡང། བདེན་པ་ཞེས་དེ་སངས་རྒྱས་ཀྱི་ཆོས་ཀྱི་ཨ་ནི་སྒྲོམ་གཞི་ལྟ་བུ་ཆགས་ཀྱི་ཡོད་རེད། དཔེར་ན་ང་རང་ཚོ་ཁང་པ་ཡག་པོ་ཅིག་རྒྱག་གིན་ཡིན་ལབ་པ་ཡིན་ན་ཁང་པ་དེ་གི་མ་གའི་རྨང་གཞི་ཡག་པོ་བཏིང་ཀ་བ་དེ་ཚོ་བསླངས་སྒྲོམ་གཞི་དེ་ཡག་པོ་ཅིག་བཟོ་དགོས། ཨ་ནི་བཞི་ནི་ཁང་པ་དེ་ལ་ཡང་མཛེས་པར་བྱས་པའི་རྒྱན་སྣ་ཚོགས་བྱས་ནས་ཡོངས་བཀུར་བ་དེ་ནང་བཞིན། བདེན་པ་ཞིག་གིས་ཆོས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་སྒྲོམ་གཞི་ལྟ་བུ་ཡིན། དེ་གསུང་གི་ཡོད་རེད། ད་གཞི་ནས་བསམ་བློ་བཏང་ད། ཁང་པའི་གྱི་སྒྲོམ་གཞི་དེ་མེད་ན་ཁང་པ་ག་ཚོད་ཡག་པོ་རྒྱག་གིན་ཡིན་ལབ་པ་ཡིན་ན་ཡང་ཁང་པ་ཐོག་བརྩེགས་ག་ཚོད་ཡར་བསླང་གིན་ཡིན་ཟེར་གྱི་ཡིན་ན་ཡང་བསླང་ཐུབ་ཡ་ཡོད་མ་རེད། དེ་ནང་བཞིན་སངས་རྒྱས་བཅོམ་ལྡན་འདས་གསུངས་པའི་བདེན་པ་ཞིག་གི་ཆོས་དེ་སངས་རྒྱས་ཀྱི་ཆོས་ཀྱི་སྒྲོམ་གཞི་ཡིན་ན། བདེན་པ་ཞིག་གི་ཆོས་དེ་དང་མ་འབྲེལ་བའམ་དེ་ཕ་བཞག་ནས་དེ་ཕ་དོར་ནས་དེ་ལས་གཞན་པའི་སངས་རྒྱས་ཀྱི་ཆོས་པའི་ཅིག་གི་སྒོམ་ཉམས་ལེན་བྱས་དེ་འདྲའི་ཨ་ནི་ཅིག་གི་དམིགས་བསལ་ཡོག་མ་རེད་དེ་འདྲ་ཡིན་པ་ཡིན་དུས་བདེན་པ་བཞི་ཐིག་གིས་གཞི་བདེན་བྱས་པའི་ཐོག་ནས་སངས་རྒྱས་ཀྱི་ཆོས་ཐེག་པ་ཆེན་པོ་དང་ཐེག་པ་གཅིག་གསང་སྔགས་ཀྱི་ཆོས་ཡོངས་རྫོགས་བདེན་བཞིའི་སྟེང་ནས་ཡར་བླངས་དགོས་དགོས་བ་རེད། དེ་འདྲ་ཡིན་པ་ཡིན་ཙང་འགའ་ཤས་ཀྱིས་བདེན་བཞི་ལ་དོ་སྣང་མ་གནང་བྱས་ནས་ལམ་སང་ཡར་ཐེག་པ་ཆེན་པོའི་ཆོས་དེ་ནང་ནས་ཀྱང་གསང་སྔགས་ཆོས་ལ་ཡར་ཕས་འགྲོ་ངན་དེ་འདྲ་ཡོད་རེད་དེ། ཡིན་ན་ཡང། བླ་མ་པའི་གདིང་གཤིས་ཀྱི་འགྲོ་སྟངས་ཡག་པོ་ཅིག་མཁྱེན་མཁན་བཅས་ཀྱི་འོག་ནས་ཡང་ཁྲིད་སྟངས་ཀྱི་རིམ་པ་ཡག་པོ་བྱས་ནས་ནས་པར་ཁྲིད་ཡོད་ན་ནི་གནས་ཚུལ་ལོག་ག་རེ་མ་གཏོགས་འོ་འདི་ཚོ་སྤྲད་དེ་བས་ཏེ་སྣང་མེད་འདྲ་པོ་ཅིག་མཐོང་ཆུང་བཟོ་རོགས་ཅིག་ཡང་ན་གལ་ཆུང་འདྲ་པོ་བརྩིས་ནས་གང་འདི་ཧོབ་འདི་གང་འདི་གང་འདི་ནི་མ་གསང་སྔགས་ཀྱི་ཆོས་དུག་ཚོ་མ་གསུངས་ནས་དང། ཅིག་སྒོམ་ཉམས་ལེན་བྱས་ནས་སངས་རྒྱས་གསལ་བ་དེ་བཤད་གྲྭ་ཁག་པོ་རེད། གལ་ཏེ་དེ་འདྲའི་ཅིག་གསུངས་ནས་ཁ་ཐུག་ཁོ་རང་བླ་མའི་སློབ་མ་ལ་ཡང་གསང་སྔགས་ཆོས་ཐད་ཀར་གསུངས་ནས་སངས་རྒྱས་དེ་འདྲ་གལ་ཏེ་ཡོད་པའི་དབང་དུ་བཏང་ན་ཡང། ཨ་ནི་འདི་ཚོ་བས་སྐྱེ་བ་སྔ་མ་རྣམས་སུ་མདོ་ཕྱོགས་ཀྱི་ལམ་གྱི་རིམ་པ་དེ་ཚོ་སྒོམ་ཚར་ནས་བག་ཆགས་ཡག་པོ་ཡོད་ཉེན་གྱིས་ཨ་ནི་སྐྱེ་བོ་དེ་འདྲ་རེད་མ་གཏོགས་གསར་པ་གསར་རྐྱང་པས་སྐྱེ་བ་སྔ་མ་རྣམས་སུ་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྒོམ་གསུམ་བྱས་པའི་བག་ཆགས་སྒོམ་ཉམས་ལེན་བྱས་ནས་བལྟས་ཚེ་གནས་རིམ་བཞི་ལྡན་བལྟས་ཚེ་མེད་པ་གསར་པ་གསར་རྐྱང་གཅིག་ལ་ལམ་བཟང་ས་ལྔ་རུ་ཆོས་བལྟས་ནས་ཡར་འགྲོ་ཡ་ཁག་པོ་ཞེ་དྲག་རེད། རེ་བ། ཅིག་གིས། མཁས་གྲུབ་གཉིས་ལྡན་གྱི་སྐྱེས་མཆོག་དམ་པ་ཚོགས་རྒྱལ་གསུང་གི་ཡོད་རེད་ལ་བླ་མ་སྤྱན་རས་གཟིགས་རྒྱལ་ཡང་གསུང་གི་ཡོད་རེད་བ། མར་གཤིན་པོ་ཐུད་ཀྱི་བཀའ་དྲིན་ཡིན། ག་ལ། མར་ཐུད་གཤིན་པོ་མར་གྱི་བཀའ་དྲིན་ཡིན། མར་མེད་ན་ཆུ་རེད་སྤག་གོང་རེད། ཐུད་གཤིན་པོ་སྲིན་གཉིས་དེ་ཆགས་ཡག་དེ། མར་ཡག་པོ་དགོས། མར་དེ་ཡག་པོ་ཡོད་ན་ཨ་ནི་ཆུ་ར་འདི་ཡིས་མར་དང་སྤྲད་ནས་ཟོས་ཡོང་དུས་ཨ་ནི་ཅིག་ཐུད་གཤིན་པོ་ཆགས་དེ་ནས་སྤག་ཟ་དུས་ཙམ་པ་སྤག་མཉམ་དུ་ཟ་ཡོང་དུས་གཤིན་པོ་ཞུགས་ཡོད་རེད་བ།

མདོ་མེད་ན་ཧུམ་ཧུམ་ཕར་ཕར་རེད་སོང་རེད་ད། བྱས་ཙང་འདི་ཡིན་དུས་མདོ་ལྗོངས་ནས་གསུངས་པའི་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་དེ་འབྲེལ་གྱི་མེད་པས་གསང་སྔགས་ཀྱི་ཆོས་ལ་ཕར་འགྲོ་ན་གསང་སྔགས་ཀྱི་ཆོས་ནས་གསུངས་པའི་བསྐྱེད་རིམ་རྫོགས་རིམ་གྱི་ལམ་དངོས་གཞི་དེ་གོམས་མཐོ་ཡ་ཡོད་མ་རེད།

དེ་ཚོ་བྲིས་ཏེ་ད་གོམས་པ་ཞེས་པའི་ཐོག་ནས་དངོས་གནས་སངས་རྒྱས་ཀྱི་ཆོས་ལ་ཡང་འཇུག་ཡོང་དུས་བསམ་པ་གཞི་རྟེན་བརྟན་པོ་གཅིག་གི་ངང་ནས་ཨ་ནི་འཇུག་དགོས་ཀྱི་འདུག་བསམ་པ་ཅིག་གོ། དེ་འདྲ་ཡིན་ས་གཞི་རྟེན་བརྟན་པོ་བཟོས་ས་དེ་བདེན་བཞི་དང་རྟེན་འབྲེལ་དེ་རེད། བདེན་བཞི་དང་རྟེན་འབྲེལ་དེ་ཡག་པོ་བྱས་ནས་ཐོས་བསམ་སྒོམ་པ་བྱས་ནས་སྒོམ་ཡག་པོ་བརྒྱབ་ནས

དེ་ལྟ་བུའི་བདེན་བཞི་དང་རྟེན་འབྲེལ་གྱི་སྐོར་དེ་མདོར་ཙམ་བཤད་པ་ལ་གསུམ། ནང་ཆོས་ལ་འཇུག་ཚུལ་དང་བདེན་བཞི་དང་རྟེན་འབྲེལ་ངོ་སྤྲོད་དང་དེ་བསྒོམ་པའི་ཚུལ་ལོ་ཟེར་ནས་ས་བཅད་གསུམ་བཀྲམས། ད་འདིའི་ནང་ནས་དང་པོ་ནི། ད་ནང་ཆོས་ལ་འཇུག་ཚུལ། ད་འདི་གཅིག་ཨ་ནི། ད་རིང་འདིའི་སྐོར་དེ་ཞུ་བ་ཡིན། བྱས་ཙང་འདི་ཞུ་དུས། ནང་ཆོས་ལ་འཇུག་ཚུལ་དེ་ག་འདྲི་ཅི་རེད་ཟེར་ནས་ད་འདིའི་མར་འགྲེལ་བཤད་རྒྱག། བྱས་ཙང་འདི་ཡིན་དུས། ད་ངས་འདི་ནང་ལ་འདི་འདྲའི་ཞུས་ཡོད། དང་པོ་ནི། མི་ལུས་རིན་པོ་ཆེ་འདིར་ལ་རེ་ལྟ། སྟེང་གི་གང་ཟག། ཨ་ནི་བཅས་ཀྱི་ལྷ་དང་མི། དེ་འདྲའི་གི་དེ་ནི། འགྲེལ་བཤད་རེ་ཅིག་བརྒྱབ་ནས་གོ་བརྡ་འཕྲོད་ཡག་ཅིག་ཡོད་ཡོད་མཁན་ཅིག་ཡིན་ན། ཨ་ནི་གཞི་ནས་ཆོས་བཤད་ཡག་ཡོད་རེད། དེ་འདྲའི་གོ་བརྡ་འཕྲོད་ཡག་ཅིག་མེད་བསྡད་པས། ཨ་ནི། དུད་འགྲོ་སོགས་འདྲ་བོ་དེ་འདྲས་དང་ཨ་ནི་དེ་འདྲས་ཀྱིས་དང། རྟེན་གཞན་དང་གཞན་དེ་འདྲས་ལ། ཏི་ནི་ཆོས་འདྲ་བོ་དེ་འདྲས་དང་ཆོས་ལ་འཇུག་ལྡང་གི་སྐོར་བཤད། ཆོས་ལ་ཐོས་བསམ་སྒོམ་པ་བྱེད་དགོས་རེད་ཟེར་ནས་བྱེད་དུ་བཅུག་དེ་འདྲས་བྱས་ནས་ཡུག་ངན་ཁག་པོ་རེད་བ། ཇོ་རྗེ་དཔའ་འདི་ཨ་ཏི་ཤ་བོད་པའི་གི་བོད་ལ་ཡང་དེ་འདྲས་ཞུས་པ་རེད། ཨ་བོད་པའི་མི་དེ་ཚོ་ལ་ཆོས་ཞིབ་པོ་ཅིག་གསུངས་པ་རེད། ད་ཡང་བོད་ལ་ཡར་ཕེབས་ཡོང་དུས། བྱོལ་བྱས་སྤྱིར་ཐུགས་བསམ་བཟང་པོ། ཨ་ནི་དེ་ནས་ཁྱིར་ཡར་ཞེ་དྲག་མཉེས་པོ་ཡོད་ཙང་ཨ་ནི་ཁྱི་བོད་དཔལ་གྱིས་ཁྱི་བལ་ཆུང་ཆུང་ཅིག་བྱོལ་བོ་ལ་ཕུལ་ནས་བྱོལ་བོས་ཁྱི་ཆུང་ཆུང་ཅིག་ཉར་གི་ཡོད། ད་འདི་ལ་ཆོས་བཤད་ཡོད་མ་རུང་བ་ཨ་མགོ་ལ་ཡར་ཆུག་ཆུག་བྱས་ནས་ད་ཁྱེད་རང་དུད་འགྲོའི་གི་རྟེན་མི་ལུས་རིན་པོ་ཆེ་ཐོབ་ཡོད་མ་རེད་དུད་འགྲོའི་རྟེན་ཅིག་ཐོབ་རེད་ངས་ཆོས་བཤད་ནས་ཁྱེད་རང་གོ་ཡ་ཡོད་མ་རེད།

ད་གཞི་ནས་ནང་ཆོས་ལ་འཇུག་པ་ལ་ནང་ཆོས་ལ་འཇུག་པར་འདོད་པའི་འདོད་པ་དེ་སྐྱེས་པ་དང། གནད་འགག་དེ་མཁྱེན་སོང་བས་ནང་ཆོས་ལ་འཇུག་པ་ལ་འཇུག་པར་འདོད་པའི་འདོད་པ་དེ་སྐྱེ་བོ་རེད། བྱས་ཙང་དེ་ཡིན་དུས་མི་ལུས་རིན་པོ་ཆེ་ལ་ཡ་དེ་ནང་པའི་ཆོས་ལ་འཇུག་པར་བྱེད་པའི་ལུས་ཀྱི་རྟེན་འདི་ཆགས་ཏེ་ཡོད་རེད། ནང་ཆོས་ལ་འཇུག་འདོད་ཀྱི་བསམ་བློ་དེ་ནང་ཆོས་ལ་འཇུག་པར་བྱེད་པའི་སེམས་ཀྱི་རྟེན་ཆགས་ཡོད་རེད། དེ་འདྲ་ཡིན་ཙང། སངས་རྒྱས་ཀྱི་ཆོས་ལ་ཡག་པོ་ཅིག་འཇུག་གི་ཡིན་ཟེར་ན། ལུས་རྟེན་དང་སེམས་རྟེན་གཉིས་དེ་ཧ་ཅང་གལ་ཆེན་པོ་རེད་ད། ཚང་མ་དོ་སྣང་སྤྲད་མ་གཏོགས། ལུས་རྟེན་དང་སེམས་རྟེན་གཉིས་ནང་ཆོས་ལ་འཇུག་པར་བྱེད་པའི་ལུས་ཀྱི་རྟེན། མི་ལུས་རིན་པོ་ཆེ་བྱུང་ན་དལ་བ་བརྒྱད་དང་སྦྱོར་བ་བཅུ་ཚང་པའི་ལུས་རྟེན་འདི་འདྲ་ཅིག་ཐོབ་པ་ཅིག་བྱས། དེའི་སྒང་ལ། ནང་ཆོས་ལ་འཇུག་པ་ལ་མི་ལུས་ཐོབ་པ་ཡིན་ན་ཡང་སེམས་ཀྱི་ནང་ནས་ཆོས་ཟེར་དུས་རྩམ་པ་དུག་འདྲ་བོ་ཅིག་བཏང་བ་དཔེར་ན་མ་འོངས་བརྩེ་དུང་གི་ཆོས་དུག་རེད་ཟེར་ནས་རྐྱང་བུ་རུམ་བཞིན་ལ་བཞུས་པ་ནང་བཞིན་བྱས་ནས། གཟུགས་པོ་མི་ཡི་གཟུགས་པོ་ཡིན་ན་ཡང་བསམ་བློ་ཁོ་རང་ཆོས་དུག་རེད་བསམ་པའི་ལྟ་བ་ཅིག་ཡོད་ན། ཆོས་ལ་འཇུག་པར་འདོད་པའི་འདོད་པ་ཁོ་རང་ཡོད་མ་རེད་པ། འདོད་པ་ཁོ་རང་མེད་ཙང་འཇུག་པོ་ཁོ་རང་མ་རེད་པ། དེ་འདྲ་ཡིན་པ་ཡིན་ཙང་ཆོས་ལ་འཇུག་པར་འདོད་པའི་འདོད་པ་ཟེར་གྱི་བསམ་བློ་དེ་ཆོས་ལ་འཇུག་པའི་སེམས་ཀྱི་རྟེན་ཟེར་གྱི་དེ་རེད། ཞེས་བརྩམས་པ། ནང་ཆོས་ལ་ཡག་པོ་འཇུག་པ་ལ། ནང་ཆོས་ལ་འཇུག་པར་བྱེད་པ་ལ། ལུས་རྟེན་གྱི་ཆ་ནས་མི་ལུས་ཐོབ་པར་བྱེད། སེམས་རྟེན་གྱི་ཐོག་ནས་ཆོས་བྱེད་འདོད་ཀྱི་བློ། ཆོས་ལ་འཇུག་འདོད་ཀྱི་བློ་གཅིག་གོ་རེད། ད་འདི་གཉིས་ཞུ་གི་ཡོད་ད། དེ་འདྲའི་ཁུངས་ག་བ་ཡོད་རེད་ལབ་པ་ཡིན་ན་སྤྱོད་འཇུག། དལ་འབྱོར་འདི་ནས་རྙེད་པར་ཕྱིན་འདུག་ག་སྐྱེས་བུ་དུད་འགྲོ་ཐོབ་པར་གྱུར་པ་ལ་ག་གེ་འདི་ལ་ཕན་པ་མ་བྱུང་ནས་ཕྱིས་དེ་ཡང་དག་སྦྱོར་བ་ག་ལ་འགྱུར་ཞེས་པའི་ཚིག་འདི་གས། དམ་པའི་སངས་རྒྱས་ཀྱི་ཆོས་སྤྱི་དང་ཐེག་པ་ཆེན་པོའི་ཆོས་ལ་འཇུག་པའི་ལུས་རྟེན་འདི་བསྟན། དལ་འབྱོར་འདི་ནི་རྙེད་པ་ཞིག་སྐྱེས་བུ་དོན་ཐོབ་ལ་གང་དུ་ག་ལ་ཡོད་དེར་ཕན་བར་ཕྱིར་ཡང་དུ་འབྱོར་བ་ག་ལ་འགྱུར། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་བློ་རྒྱུད་སྐད་ཅིག་རང་སྣང་སྟོན་པ་ལྟར་དེ་བཞིན་སངས་རྒྱས་མཐུ་ཡིས་རྒྱལ་ལམ་ན་འཇིག་རྟེན་བསོད་ནམས་བློ་གྲོས་ཐ་མག་འབྱུང་ཞེས་པ་དེ་ཆོས་ལ་འཇུག་འདོད་ཀྱི་བསམ་བློ་དགེ་བ་བྱེད་འདོད་ཀྱི་བསམ་བློ་འཁོར་ཡག་དེ་དཔའི་ཁ་ཕོ་རེད། དེ་འདྲའི་གི་བསམ་བློ་དེ་ཨ་ནི་ཆོས་ལ་འཇུག་པའི་སེམས་ལྡན་རེད། མཁྱེན་སོང་ཨ། བྱས་ཙང་ཀ། ཆོས་ལ་འཇུག་པ་ལ་ལུས་ལྡན་ཞིག་དང་སེམས་ལྡན་ཞིག་གཉིས་གལ་ཆེན་པོ་ཡིན་པ་བདེན་གི་ཁུངས་དེ་སྤྱོད་འཇུག་གི་དལ་འབྱོར་འདི་ནས་རྙེད་པར་ཤིན་ཏུ་དཀའ་ཞེས་སོགས་ཤོ་ལོ་ཀ་གཉིས་འདི་གི་སྟེང་དུ་ཡོད་རེད་དེ་ཐུགས་ལ་ཡང་ཉེ། འོ་ད་འདི་འདྲ་ཡིན་པ་ཡིན་ཙང་ད་ལྟ་འདི་ལ་ཡང། འོ། མི་ལུས་རིན་པོ་ཆེ་འདིར་བཞད་པའི་ལུས་རྟེན། ནང་ཆོས་ལ་འཇུག་འདོད་ཞེས་པ་དེ་སེམས་རྟེན་ཟེར་བ་དེ་གཉིས་དེ་གོ་གི་ཡོད་ད། དྲོད་སོང་བ། ད་ནང་ཆོས་ལ་འཇུག་འདོད་ཞེས་པའི་གི་ཚིག་འདི་ཡི་སྐབས་ལ་ཨ་ནི་གཞི་ནས་གཉིས། ཤེས་རབ་ཀྱི་རྗེས་སུ་མ་འབྲངས་པ། རྨོངས་དད་ཀྱི་ཐོག་ནས་འཇུག་པར་འདོད་པའི་བློ་གཅིག། ཤེས་རབ་ཀྱི་རྗེས་སུ་འབྲངས་ནས། ཨ་ནི་འཇུག་པར་འདོད་པའི་བློ་གཅིག་གཉིས་གཡོག་རེད་ད། གཅིག་ཁྱེད་རང་ཚོ་ཐུགས་ལ་ཉན་ཨ། ནང་པ་སངས་རྒྱས་པའི་ལ་ནང་པའི་ནང་པའི་ཆོས་ལ་འཇུག་གི་ཡིན་བསམ་པའི་འདོད་པའམ་བསམ་བློ་འདི་འདྲས་དེ་ལ་གཉིས་ཡོད་རེད། རྨོངས་དད་ཀྱི་རྗེས་སུ་འབྲངས་ནས་འགྲོ་ཡ་གཅིག་དང། ཨ་ནི་ཤེས་རབ་ཀྱི་རྗེས་སུ་འབྲངས་ནས་འགྲོ་ཡ་གཅིག་གཉིས་ཡོད་རེད། ད་འདི་གཉིས་ཀྱི་ནང་ནས་སྤྱི་བཏང་ནས་གཉིས་ཀ་ཡག་པོ་རེད། རྨོངས་དད་ཀྱི་ཐོག་ནས་ཆོས་རུ་འཇུག་ནས་འཇུག་གི་ཡོད་རེད། ཤེས་རབ་ཀྱི་ཤེས་རབ་ཀྱི་ཐོག་ནས་ཆོས་རུ་འཇུག་ནས་འཇུག་གི་རེད་གཉིས་ཀ་ཡག་པོ་རེད། གཉིས་ཀ་ཡག་པོ་རེད་དེ་ཡིན་ནའི་དེ་གཉིས་ཀྱི་ནང་ནས་ད་དུང་བསྡུར་ཡོང་དུས་ག་འདི་ཡག་ག་རེད་སེམས་དྲི་བ་གཅིག་དང། ག་འདི་བསྟན་པ་རེད་སེམས་དྲི་བ་གཅིག་གཉིས་ཡོད་རེད། ཟས་གཙང་ཀ་ད་འདི་སྐད་ཅེས་བཤད་ཡོང་དུས་འོ་ད་ཤེས་རབ་ཀྱི་རྗེས་སུ་འབྲངས་ནས་ནང་ཆོས་ལ་འཇུག་འདོད་ཀྱི་བློ་སྐྱེས་སོང་ན་དེ་ཨ་ནི་བས་བརྟན་པོ་ཡིན་པ་རེད། དེའི་ཁུངས་ག་རེ་ཡོད་རེད་ལབ་ན་ང་རང་ཚོ་བོད་པའི་གི་ལུགས་རྒྱུད་ཉམས་མྱོང་ཐོག་ནས་བཤད་འདོད་པ་རེད། དཔེར་ན་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྐབས་ལ། དེའི་སྔོན་ལ་ཡང་བོད་ཀྱི་ཆོས་ལ་དད་པ་ཞི་བོ་ཅིག་ཡོད་པ་བོད་པ་མང་པོ་ཡོད་རེད། ཡིན་ན་ཡང་རྒྱ་མི་དམར་བོད་ཀྱི་གཞུང་འདི་གི་ཐོག་ནས་ཨོ་ད་བས་ཆོས་ཟེར་ངེས་དེ་བས་དུག་རེད། ཆོས་ཟེར་ངེས་དེ་གི་སྤྱི་ཚོགས་དཀྲུག་གི་ཡོད་རེད། ཆོས་ཆོས་ཟེར་ངེས་དེ་གི་སྤྱི་ཚོགས་ཉམས་གི་ཡོད་རེད། ཆོས་བྱས་ན་རྗེས་ལུས་རེད། ཆོས་བྱས་པ་ཡིན་ན་རྨོངས་པ་རེད། ཟེར་དེ་འདྲས་ཀྱི་པས་སྐད་ཆ་མང་པོ་བཤད་ཡོང་གི་བརྫངས་པ་དེའི་ནང་ལོགས་ལ། བོད་པའི་མི་གི་ནང་ལ་རྣམ་དཔྱོད་འདོན་ཐུགས་ཡིན་གྱི་དང་མ་ཐུགས་ཡིན་གཉིས་བྱུང་བར། རྣམ་དཔྱོད་འདོན་མ་ཐུགས་ཡིན་མང་པོ་གཅིག་ཨོ་ཨོ་རེད་ད་རེད་ད་ལབ་ནས། ཨ་ནི། གཅིག་གིས་གར་སོང་གི་རེད། རྒྱ་མི་གི་འགྲེལ་བཤད་རྒྱག་པ་ནང་ཞིག་དེ་ལ་ཡིད་ཆེས་བྱས་ནས་ཨ་ནི་ཆོས་བློས་བཏང་ནས་ཨ་ནི་དམར་པོའི་གི་ལྟ་བ་རྗེས་སུ་འབྲངས་ནས་འགྲོ་མཁན་གང་འཚམ་གཅིག་བྱུང་བ་རེད་བ། ལྟར་རིགས་གཅིག་དེ་བས་ན། དེ་འདྲའི་སྐད་ཆ་བཤད་ཡོང་དུས་སོ་སོའི་སེམས་ཀྱི་ནང་ནས་རྒྱུ་མཚན་ཡང་དག་པ་གཅིག་མཐོང་ནས་སོ་སོའི་ཆོས་ལ་ཡང་ནང་པའི་ཆོས་ལ་ཡང་རྒྱུ་མཚན་ཡང་དག་པ་གཅིག་མཐོང་ནས་ངེད་ལ་འགྲེལ་བཤད་རྒྱག་ཡ་ད་ཡོད་དེ་ཡིད་ད་ཡང་མེད་ད་འདི་གི་འོག་ནས་ཁག་པོ་རེད་ད་ཤི་ཡ་མ་ཏོག་མི་འདུག་ཟེར་ཁུ་སིམ་བཅད་ནས་བསྡད། ཕྱི་ལོགས་ལ་ཁོས་དང་ལབ་པ་དེ་ལ་སོ་ལ་སོ་ལ་སོ་བྱས་བཙོ་ང་ནང་འཛུལ་ཨེ་ནས་གར་བྱས་ནས་བྱས་ནང་ལོགས་ལ་སོ་སོའི་ཆོས་དེ་མུ་མཐུད་ནས་བྱས་ནས

དེ་ནང་བཞིན་གྱི་རྒན་བླ་མ་ཞུ་མཁན་འདྲ་བོ་དེ་འདྲ་མང་པོ་ཡོང་རེད་བོད་ལ། ཨ་ནི་རྒན་ལམ་རིམ་པ་ཞུ་མཁན་འདྲ་བོ་དེ་ཚོ་དཔལ་དུ་ཚགས་གཅིག་བཙོན་ཁང་རྒྱ་མི་གི་བཙོན་ཁང་ནང་ལ་བདག་རེད་བཙོན་ཁང་ནང་ཕྱིན་པ་རེད་ཡིན་རྒྱ་མི་ཁོ་རང་ཚོ་གི་ཁ་ལག་སྤྲད་ཟ་ཡག་ཅིག་སྤྲད་ན་འདྲ་མ་སྤྲད་ན་འདྲ་ཁྱོད་ཁྱེད་ཚོ་བས་ཆོས་བྱེད་མཁན་རེད་ཁྱེད་ཚོ་ལ་ཡང་ཁ་ལག་སྤྲད་གི་མེད་ལ་ནི་མ་སྤྲད་ན་ཡང་ཆོས་ཀྱི་ཐོག་ནས་མདེའུ་བཅུ་ལན་བསྒོམས་ནས་རྡོ་ཁོ་རང་ཟ་ནས་ལོ་བཅུ་དུས་མཆོག་གི་བཞུགས་རེད་ལ་ག་ཚ་ལོ་བཅུ་བཞི་ག་ཚོད་ནས་ཅིག་བཙོན་ཁང་ན་བཞུགས་པ་རེད། ཁྱོད་ཚང་མདེའུ་བཅུ་ལན་བསྒོམ་མི་རུང་བ། ཁྱོད་ཚང་དེ་འདྲས་ཡོད་རེད། ཁྱོད་ཚང་དེ་འདྲས་ཡིན་པ་ཡིན་དུས་ཙང་པ། ཆོས་ལ་འཇུག་དོན་འཇུག་འཇུག་ཡག་དེ་ལ། རྨོངས་དད་ཀྱི་ཐོག་ནས་འཇུག་པ་དེ་ཡང་ཡག་པོ་རེད། ཤེས་ནས་ཤེས་རབ་ཀྱི་རྗེས་སུ་འབྲངས་ནས་འཇུག་པ་ཡག་པོ་རེད་ཡིན་ན་ཡང། བསྟན་ལུས་འདི་ག་རེ་བསྟན་པ་རེད་ཟེར་ན་ཤེས་རབ་ཀྱི་རྗེས་སུ་འབྲང་ནས་འཇུག་པ་དེ་བསྟན་པ་རེད། དེ་བསྟན་མ་བསྟན་དེ་ག་རེད། འགལ་རྐྱེན་བར་ཆད་འཕྲད་ཡོང་དུས་སོ་སོའི་ཆོས་དེ་བློས་བཏང་གི་འདུག་མི་འདུག་དེ་ལ་རག་ལས་དགོས་པ་དང། རེད་བ། འགལ་རྐྱེན་བར་ཆད་ག་ཚོད་འཕྲད་པ་ཡིན་ན་ཡང་ཆོས་དེ་བློས་མ་མཐོང་བར་རྒྱུ་མཚན་མཐོང་བའི་ཐོག་ནས་མུ་མཐུད་ནས་ཆོས་ལ་ཡང་འཇུག་ངེས་འདི་ཚོ་བྲལ་ཏེ་ཤེས་རབ་ཀྱི་ཐོག་ནས་འཇུག་པ་བྱ་དགོས་བ་རེད་བ། རེད། དཔེར་ན་ང་རང་གི་མི་ཚེའི་ནང་ལ་ཡིན་ན་ཡང་ལོ་བཅོ་གསུམ་བཅུ་བཞི་ཡན་རྗེས་ལ། ནང་པའི་ཆོས་ལ་དད་པ་ཡོད་རེད། དད་པ་ཡོད་ཙང་གྲྭ་པའི་བྱེས་པ་རང་ལོ་བཅུ་གཅིག་ལ་ཡིན་ནས་རྨོངས་དད་རེད། ད་ཡང་སྐུ་ཅིག་སངས་རྒྱས་གང་ཡིན་ཆོས་གང་ཡིན་སངས་རྒྱས་གང་བ་རེད་ཟེར་སྐུ་དེ་བསྟོད་ཡོན་ཉེན་ཁ་ཞིག་རག་ཡོད་རེད་སྐུ་པར་འདྲ་བསྟོད་ཡོན་ཉེན་ཁ་ཡོད་རེད་བ།

རོལ་བ། ཁྱོད་ཚང་འདི་འདྲའི་ཡིན་པ་ཡིན་དུས་ཙམ་པ་ཁོ་སློབ་སྦྱོང་ཟེར་ཉེན་དེ་མ་བྱས་པའི་ཐོག་ནས། ཤེས་རབ་ཀྱི་སྟེགས་རྗེས་སུ་མ་འབྲངས་པའི་ཐོག་ནས་ཆོས་ལ་ཡང་དད་པ་བྱེད་སྟངས་གཅིག་ཡོད་རེད། འདི་ཡང་ཡག་པོ་རེད་དེ་ཡིན་ན་ཡང་བརྟན་པོ་དང་ནུས་པ་ཆེན་པོ་ཡོད་མ་རེད། ལྷག་པོར་དུ་ཡང་རྒྱ་བོ་རིན་པོ་ཆེན་གྱིས་གསུངས་བདེ་བའི་པོའིན་གཅིག་ཡོད་རེད་པོའིན་དེ་ག་རེ་ཡོད་ལགས་ན་གནད་འགག་གཅིག་སྟེ། རྨོངས་དད་ཀྱི་ཐོག་ནས་ཆོས་བྱས་ནས་འགྲོ་བ་ཡིན་ན་གཅིག་བྱས་ན། བྱང་ཆུབ་སེམས་དཔའ་ཚོགས་ལམ་འབྲིང་པོ་བར་དུ་འགྲོ་ཐུབ་གི་རེད་ད། ཏཱ་ཏཱ་ཐ་གྷ་དེ་གྷ་དེ་པ་ར་གྷ་དེ་པ་ར་སམ་གྷ་དེ་སོགས་ལམ་ལྔ་ཡོད་རེད་བ་དེ་ནས་གྷ་དེ་དང་པོ་གྷ་དེ་དང་པོ་ལ་ཡང་གསུམ་ཡོད་རེད་བ་ཚོགས་ལམ་ཆུང་ངུ་འབྲིང་ཆེན་པོ་འབྲིང་བར་དུ་འགྲོ་ཐུབ་བོ་རེད། ཚོགས་ལམ་ཆེན་པོ་ལ་སླེབས་པ་ལ་སྟོང་པ་ཉིད་ཡིན་མིན་གྱི་རྟོགས་དགོས་རེད་སྟོང་པ་ཉིད་མ་རྟོགས་ན་ཚོགས་ལམ་ཆེན་པོ་ལ་སླེབ་དགོས་མ་རེད་དེ་མ་སླེབས་ཙང་རྨོངས་དད་ཚོགས་ཀྱི་ཤུགས་ག་ཚོད་རྒྱབ་ན་ཡང་རྨོངས་དད་ཁོ་རང་གང་ལ་འགྲོ་བདེ་བ་ཡིན་ན་སྟོང་ཉིད་རྟོགས་ཡ་རེ་བ་པོ་ཡོད་མ་རེད་བ། སྟོང་པ་ཉིད་ལ་རྨོངས་དད་བྱས་ནས་ག་འདྲས་སུ་རྟོག་གོ་ར་ད། རྟོག་ཡ་ཁོ་རང་ཡོད་མ་རུ་བ། དེ་མེད་པ་ཡིན་པ་ཡོད་དུས་ཙམ་པ་ཁག་པོ་ཞེ་དྲག་ཆགས་དུས་ཡོད་རེད། བྱས་ཙང་འདི་འདྲ་ཡིན་པ་ཡོད་དུས་ཤེས་རབ་ཀྱི་གྲོགས་དང་བཅས་པའི་ཐོག་ནས་ཆོས་ལ་འཇུག་ན་དང་གྱི་ལགས་པ་ནང་བཞིན་གྱི་བརྟན་པོ་ཡོད་པ་ཅིག་དང་དེ་ཡི་སྒང་ལ་ལམ་ལྔ་ས་བཅུ་ཆ་ཚང་བགྲོད་ཐུབ་པོ་རེད། དེ་མ་ཚད་རང་གིས་ཀྱང་ཆོས་ཉམས་ལེན་ཡག་པོ་བྱས་པ་མ་ཟད་མི་ལ་ཡང་འགྲེལ་བཤད་ཡག་པོ་རྒྱག་ཐུབ་པོ་རེད།

རྨོངས་དད་ཀྱི་ཐོག་ནས་ཆོས་ལ་འཇུག་ཡས་དེ་དང་ཤེས་རབ་ཀྱི་ཐོག་ནས་ཆོས་ལ་འཇུག་ཡས་གཉིས་ཀྱི་ནང་ནས་ཤེས་རབ་ཀྱི་ཐོག་ནས་ཆོས་ལ་འཇུག་ཡས་དེ་གལ་ཆེན་པོ་རེད། ཨཱ་ནི་དེ་གནད་འགག་ཅིག་ཞུས། དེའི་སྒང་ལ་ཨཱ་ནི་ངས་ཁྱེད་རང་ཚོ་ལ་ཡང་འབོད་སྐུལ་ཅིག་ག་རེ་ཞུ་གི་ཡིན་ཟེར་ན། ད་ང་རང་ཚོ་ཤེས་རབ་ཀྱི་ཐོག་ནས་ཆོས་ལ་འཇུག་ངེས་ཅིག་ཡིན་ན་ནི་ཞུ་མགོ་བ་བྱས། ད་མོ་དབང་སྡུག་གི་ཐོག་དེ་ཆོས་ལ་འཇུག་ཉེན་ཅིག་ཁྱེད་རང་གལ་ཏེ་ང་རང་ཚོ་འདི་ནང་ལ་ཡོད་ན་ད་འདི་འགྱུར་བ་གཏང་དགོས་རེད་རྨོངས་རྡེག་གི་རྨོངས་རྡེག་གི་དད་པ་དེ་ག་ལས་ག་ལས་ཤེས་རབ་ཅན་གྱི་དད་པ་ལ་འགྱུར་དགོས་རེད་ད་མཁྱེན་སོང་ང་འདི་འགྱུར་རན་ཡོད་རེད་ཇི་ལྟར་རྨོངས་རྡེག་གི་དད་པ་དེ་ཤེས་རབ་ཅན་གྱི་དད་པ་ལ་ཡང་འགྱུར་བ་ལ་ག་རེ་བྱེད་དགོས་རེད་ལགས་ན་འོ་སོ་སོ་ལ་ཡང་ཆོས་ལ་བརྟེན་པའི་ཤེས་རབ་སྐྱེ་དགོས་རེད། ད་ཆོས་ལ་བརྟེན་པའི་ཤེས་རབ་སྐྱེ་བ་ལ་ག་རེ་བཅོལ་དགོས་རེད་ལབ་ན་ཨ་ནི་ཆོས་ལ་ཐོས་པ་མང་པོ་བྱས་ནས་ཐོས་པ་བྱས་ཟེར་བའི་སྐད་ཆ་མཁས་པ་ཤེས་ན་སློབ་སྦྱོང་མང་པོ་བྱས་ཨམ་ཆོས་ལ་ཆོས་སྐོར་མང་པོ་ཉན། ཆོས་སྐོར་ལ་སློབ་སྦྱོང་མང་པོ་བྱས་ནས་ཆོས་ཨམ་ཆོས་ལ་མང་པོ་བག་ཉལ་ནས་དེ་འདྲའི་ཅིག་གི་ཐོག་ནས་ཆོས་ལ་བརྟེན་པའི་མཐུས་ཆུང་གི་ཤེས་རབ་སྐྱེ་བ་བྱས།

དེ་འབྲེལ་གྱི་བསམ་བྱུང་གི་ཤེས་རབ་དེ་སྐྱེས་ནས་ད་སོ་སོ་གྱིས་ཧ་གོ་ཟིན་པ་ཤེས་ཟིན་པའི་དོན་དེ་ལ་ཡང་ནས་ཡང་དུ་གོམས་འདྲིས་བྱས་ནས་འདྲིས་པར་བྱས་པས་སྒོམ་བྱུང་གི་ཤེས་རབ་སྐྱེ། དུ་བྱས་ནས་ཆོས་ལ་བརྟེན་པའི་ཐོས་བྱུང་གི་ཤེས་རབ་ཆོས་ལ་བརྟེན་པའི་བསམ་བྱུང་གི་ཤེས་རབ་ཆོས་ལ་བརྟེན་པའི་སྒོམ་བྱུང་གི་ཤེས་རབ་གསུམ་སྐྱེས་ནས་ཨ་ནི་གང་འཚམ་ཞུ་གུ་ཆོས་ལ་ཡ་གཅིག་འཇུག་ཡོང་དུས་འོ་ཤེས་རབ་ཀྱི་གྲོགས་དང་བཅས་པའི་ཐོག་ནས

བླ་མ་སྤྱན་རས་གཟིགས་ཀྱིས་ང་ལ་ཡང་འདི་གསུངས་པ་རེད་ད་ཁྱེད་རང་གིས་ནང་ཆོས་ངོ་སྤྲོད་བྱས་ནས་མི་མང་པོ་དགའ་པོ་ཞིག་བྱེད་ཀྱི་འདུག་ཨ་ནི་ད་རང་ས་ལ་ཡིན་ནས་བལ་ཡུལ་འདི་ལ་སྐད་ཆ་མང་པོ་གོ་ཡ་འདུག་ད་ཁྱེད་རང་དཔེ་ལྟོས་ཁར་བོད་པའི་གཞིས་ཆགས་ཡོངས་རྫོགས་ལ་ནང་ཆོས་ངོ་སྤྲོད་བྱེད་ཁར་འགྲོ་ཤོག་ཨ། བོད་མི་སྒྲིག་འཛུགས་ཀྱིས་ཆོས་རིག་ལས་ཁུངས་ཀྱི་གོ་སྒྲིག་བྱེད་རྒྱུ་བྱས་ཆོས་དེ་ཁྱེད་རང་གིས་མ་བཤད་ཤོག་ཨ། བཀའ་དེ་གནང་ཡོད་ད། ད་ཅིག་གིས་མཐུན་རྐྱེན་འཛོམས་མ་འཛོམས་གནས་ཚུལ་རོ། བྱས་ཙང་འདི་ག་རྒྱུ་དེ་གསུངས་པ་རེད། བྱས་ཙང་འདི་གསུང་དགོས་པའི་རྒྱུ་མཚན་དེ་ག་རེ་རེད་ལབ་ན་ཁྱེད་རང་ཚོ་འདི་ངོ་མཁྱེན་དགོས་རེད་ད། རྒྱ་བོད་རིམ་བྱོན་སྐུ་འཕྲེང་བཅུ་གསུམ་པ་ཡན་རྗེ་ལ་ཁ་སང་ངས་ལོ་རྒྱུས་ཞུ་བ་ནང་བཞིན་འཕགས་པ་སྤྱན་རས་གཟིགས་ནས་བཟུང་སྟེ་སྤྲུལ་པའི་རོལ་གར་སྣ་ཚོགས་ཀྱི་ཐོག་ནས་སྐུ་འཕྲེང་བཅུ་གསུམ་པ་ཡན་རྗེ་ལ་བོད་ལ་སངས་རྒྱས་ཀྱི་ཆོས་དར་ཡག་གི་ཐོག་ལ་ཡང་ཞི་དར་སྤྱི་བཏང་ནས་བོད་ལ་ཡང་ཕན་ཐོགས་པའི་བྱ་བ་ཡོངས་རྫོགས་དེའི་ནང་ནས་ཀྱང་འདི་ཕྱི་ཚེ་རབས་ཀུན་ཏུ་ཕན་པའི་བྱ་བ་ཨ་ནི་སངས་རྒྱས་ཀྱི་ཆོས་དར་ཡག་གི་དེ་གནང་པ་རེད། ཡིན་ན་ཡང་ཆོས་དེ་མང་ཆེ་བ་དགོན་པ་གྲྭ་ཚང་འདྲ་བོ་དེ་འདྲའི་ནང་ལ་དར་བ་མ་གཏོགས་མི་མང་སྤྱི་ཡོངས་ལ་ནང་ཆོས་ལ་ཐོས་བསམ་སྒོམ་པ་བྱེད་ཚད་དེ་ཡོང་མ་རེད། སྐབས་རེ་སྐབས་རེ་དབང་ཤུགས་ཀ་འགྲོ་ཟེར་ཡ་འདྲ་བོ་སྐབས་རེ་སྐབས་རེ་ཨ་ནི་ཀྱི་དགོན་པ་ལ་མཇལ་ཁ་འགྲོ་ཟེར་རོ། དེའི་སྐབས་ལ་ཨ་ནི་བླ་མས་ན་ཁྱེད་རང་ཚོ་སྔགས་འདི་བགྲང་ཨ། ཁས་ལེན་འདི་དམ་བཅའ་འདི་བྱེད་ཨ་ལ་དེ་འདི་ཁ་འདོན་ར་བལྟས་བལྟས་བྱེད་བདེ་ཨ། སྔགས་བལྟས་བལྟས་བསགས་བདེ་དེ་མ་གཏོགས་ཅི་གི། དངོས་གནས་དྲང་གནས་ཀྱི་དཔལ་ན་ལེན་དྲ་གིས་ཨ་ནི་ཀྱི་གི་འགྲོ་སྟངས་ནང་བཞིན་བྱས་ནས་ཆོས་ལ་ཕ། སློབ་སྦྱོང་རང་བྱས་ནས་ཐོས་བསམ་སྒོམ་པ་བྱས་ནས་དེ་འདྲས་ཀྱི་ཐོག་ནས་མི་མང་ལ་བྱུང་ཡོད་མ་རེད་སྐུ་མགྲོན་བཅུ་གསུམ་པ་ཡན་ཆད་ལ། ད་སྐུ་མགྲོན་བཅུ་བཞི་པ་འདིའི་སྐབས་ལ་སྐུ་མགྲོན་བཅུ་གསུམ་པ་ཡན་ཆད་ལ་ཡ་ག་རི་གར་ག་རི་ག་རི་འདུག་ས་དགོངས་པ་བཞེས་ནས་དེ་མ་མུ་མཐུད་ནས་འཛིན་སྐྱོང་སྤེལ་གསུམ་བྱས། ད་སྐུ་མགྲོན་བཅུ་གསུམ་པ་ཡན་ཆད་ནས་མ་གནང་པ་གསར་པ་ཡར་རྒྱས་བཏང་དགོས་ཡ་ག་རི་འདུག་ས་ནས་ཟིན་ཡོང་དུས་ཆབ་སྲིད་ཀྱི་ཐོག་ནས་མང་པོ་ཅིག་དཀོན་དེ་ནས་ཤེས་ཡོན་གྱི་ཐོག་ནས་མང་པོ་ཅིག་བྱ་དེ་ནས་ཆོས་ཀྱི་ཐོག་ནས་ད་དངོས་གནས་མི་མང་ཚོ་ཆོས་ལ་དད་པ་ནི་ཡོད་རེད། དེ་འདྲ་ཡིན་ཙང་ད་མི་མང་འདི་ཚོ་གྲས་དེ་ཨ་ནེ་བས་ཆོས་ལ་ཐོས་བསམ་སྒོམ་གསུམ་སློབ་སྦྱོང་བྱེད་ཡག་གི་གོམས་གཤིས་དེ་མི་འདུག་དེ་ངེས་པར་དུ་བཟོ་དགོས་ཀྱི་འདུག་ཟེར་དེ་ནས་དགོངས་པ་དེ་འཁོར་ནས་དང་པོ་ཤུག་དེ་བླ་བྲ་ཁག་ལ་ཆོས་སྐད་བཙུགས་ཡག་གི་གནང་རེད། ཡང་ཆོས་སྐད་དེ་ཚོ་གི་དང་པོ་སྡེ་བ་ད་ཡག་པོ་བྱུང་ཡོད་ས་རེད། ཅེ་གི་མ་སུ་རི་སྡེ་བ་རེད་ཡ། ད་ཞུ་གུ་ཞུ་གུ་དེ་བ་ཆོས་རྒྱལ་ཚང་མ་ཨ་ནི་བླ་བྲ་ཁ་ལ་ཡ་ཞལ་འདོན་དགེ་རྒན་འདྲ་བོ་ཆགས་ནས་ཞལ་འདོན་ཚོགས་པའི་སྐབས་ལ་ལྟ་ལྟ་བྱས་ཞལ་འདོན་དེ་ཚོ་བྱེད་ཀྱི་འདུག་མི་འདུག་བལྟས་བལྟས་བྱས་ཞལ་འདོན་བྱེད་སྟངས་ལ་བླ་བ་མ་གཏོགས་དེའི་གི་ནང་གི་དོན་དག་དེ་མ་འབྲེལ་བཤད་རྒྱབ་ནས་སངས་རྒྱས་ཟེར་ན་དེ་རི་དྭགས་ཆོས་དེ་རི་དྭགས་དགེ་འདུན་འདི་རི་དྭགས་ཟེར་ན་ནི་བད་འདན་པ་ཞིག་ཟེར་ན་དེ་རི་དྭགས་རྟེན་འབྲེལ་བྱུང་གི་ཟེར་དེར་དེ་འདྲ་མ་བླ་བད་དུ་ཞེ་དྲག་མི་འདུག་བ་ཨ་མེ་དུས་ཙམ་པ་དེ་གི་སི་གི་ནུས་པ་ཐོན་ཡོང་མར་བ། དེའི་ནང་ནས་ཀྱང་སྟབས་མི་དམངས་སྤྱི་བྱིངས་ལ་འདྲ་བོ་ཆགས་ཤག་ན་སྟབས་ཡོད་མ་རེད། སུ་སོ་སོ་ལས་ཀ་འགྲོ་ཡ་དེ་ཚོ་འགྲོ། ཨ་ནི་ཅིག་ཚོང་རྒྱག་ཡ་དེ་ཚོ་རྒྱག། ཨ་ནི་དེ་འདྲའི་ཅིག་ཐོག་ནས་དུས་ཡུན་བསྲིང་ནས་འགྲོ་བ་མ་གཏོགས་ཆོས་ལ་སློབ་སྦྱོང་རང་བྱས་མི་འདུག་ཨ། མེད་ཙང་ཨ་ནི་བླ་མ་སྤྱན་རས་གཟིགས་ཀྱིས་དེ་གསར་གཏོད་བྱེད་དགོས་འདུག་ཟེར་ནས་དང་པོ་དེ་རྡ་རམ་ས་ལ་ལ་རྡ་ས་ནང་ཆོས་ངོ་སྤྲོད་ཚོགས་པ་ཟེར་དེ་འདྲས་ཅིག

རྒྱ་བོད་རང་བྱུང་སྐུ་འཕྲེང་བཅུ་བཞི་བ་འདི་ང་རང་ཚོ་བོད་པ་ལ་ཡང་བརྩེ་བ་ཆེ་ཐག་ཆོད་ནས་བོད་པ་ཚོ་ལ་ཡང་ཡར་རྒྱས་གཏོང་དགོས་ཡ་ག་རེ་ག་རེ་འདུག་བས། འོ་འདི་གིས་འདི་ཚང་མ་དགོངས་པ་བཞེས་ནས་ཨ་ནི་དེའི་ནང་ལ་གཅིག་འདི་མི་མང་གི་ནང་ཆོས་བྱེད་ཡ་འདི་གསར་གཏོད་བྱས་འོང་འདུག་དེ་ཡིན་ཙང་མི་མང་བོད་པའི་མི་མང་ཡོད་ས་ཚང་མ་ལ་ནང་ཆོས་ངོ་སྤྲོད་ཅིག་བྱུང་ན་དཔེ་ཡག་པོ་རེད་ཟེར་འདི་དགོངས་ཀྱི་ཡོད་ད། ཅིག་མཁྱེན་སོང་བས་འདི་རྒྱ་བོད་རང་བྱུང་རང་གི་དགོངས་གཞི་རེད་ད། ཨ། ཁྱོད་ལ་འདི་འདྲའི་ཡིན་པ་ཡིན་ཙང་ཁ་སང་ངས་ས་གནས་འགོ་འཛིན་དང་གནད་ཡོད་མི་སྣར་ཞུས་དེས་གནམ་ལོ་ཚུགས་ཀྱི་ནང་ཆོས་ངོ་སྤྲོད་ཚོགས་པ་བཙུགས་བཙུགས་ཡག་གི་འཆར་གཞི་འདི་འདྲ་ཡོད་པའི་གནས་ཚུལ་ཁོ་བ་ཞེ་དྲག་དཀར་པོ་ཅུང་ཐག་བཙུགས་རྐྱང་ཆེ་བོ་རེ་བ་ཞུས་བཞག་ཡོད། སྤྱི་བཏང་གི་བོད་པའི་གནས་སྟངས་ཐོག་ནས་བལྟས་ན། ཕྱི་མ་དྲག་ན་ཡང་སྔ་དྲག་ཡོད་མ་རྟགས། མི་ལ་དྭགས་འདི་ཚོ་ལ་ལོ་ཉི་ཤུ་རྩེ་ལྔ་གོང་ནས་ནང་ཆོས་ངོ་སྤྲོད་ཚོགས་པ་བཙུགས་ཚར་རེད། ང་ཚོ་བོད་པ་ཚོ་གར་སྐྱེས་འདས་ཡིན་ན་བོད་པའི་གཞིས་ཆགས་ཁག་ལ་ནང་ཆོས་ངོ་སྤྲོད་ཚོགས་པ་ཅི་ཡག་པོ་ཅི་བརྟན་པོ་ཅི་བཙུགས་ཐུབ་མི་འདུག་ད་ཁ་ཤས་ཁ་ཤས་ཡང་ད་བཙུགས་ཟིན་རེད་འདས་ར་དུས་འདས་བ་ཁ་ཤས་ད་ང་རང་ཚོ་འདས་ད་ཡིན་གྱི་མིན་གྱི་བཙུགས་དགོས་ཀྱི་འདུག་ད་ལྟ་འདས་ཕན་ངན་པད་མ་མ་སྲིད་ཀྱི་མང་པོ་འདུག་ཨ། དེ་ནས་ཡང་དེ་མཉམ་དུ་ཁ་ཤས་ཀྱི་ནང་ཆོས་སྲིད་དོན་ཚོགས་པ་གོ་བ་ལོག་སྒྲུབ་ཞུ་གི་ཡོད་ས་རེད་ད་མ་གཞི་སློབ་སྦྱོང་ཆེད་མ་ཤིང་གི་ཡོ་མར་བ

དེ་ཡིན་ཙམ་ནང་ཆོས་སུ་དེ་ཙམ་པ་དེ་འདྲའི་གཅིག་གི་སྒང་ནས་བསམ་བློ་བཏང་གོ་རེད་མ་གཏོགས་དེ་འདྲའི་སྒང་ནས་བསམ་བློ་རྒྱུ་ལས་མ་བཏང་ཅེ་ནང་ཆོས་སུ་དེ་ཙམ་པ་ད་ལྟ་ང་རང་ཚོ་དཔེར་ན་ཕྱག་དང་བསྐོར་བ་རྒྱ་ཡ་དང་སྔགས་ས་ཡ་ཟི་ཡ་དེ་ནང་པའི་ཚན་རིག་ལྟ་གྲུབ་སྒོམ་ཉམས་ལེན་གསུམ་བྱས་གསུམ་གྱི་ནང་ནས་ཀྱང་ནང་པའི་སྒོམ་ཉམས་ལེན་བྱས་སྒོམ་ཟེར་དང་ཉམས་ལེན་ཟེར་གཉིས་ཀྱི་ནང་ནས་ཉམས་ལེན་གྱི་ནང་ལ་ནི་ལུས་ཀྱི་ཐོག་ནས་ཆག་ཆག་ཆུ་འབུད་བྱེད་ཡ་ལ་སོགས་པ་ངག་གི་ཐོག་ནས་གཟུངས་སྔགས་བགྲང་ཡ་དེ་ནང་པའི་ཆོས་ཀྱི་ཉམས་ལེན་གྱི་ནང་གི་ཆ་ཤས་ཅིག་རུང་བ། ནང་པའི་ཆོས་ཀྱི་ཉམས་ལེན་གྱི་གཙོ་བོ་དེ་མ་རུང་བ། ནང་པའི་ཆོས་ཀྱི་ཉམས་ལེན་གྱི་གཙོ་བོ་ལུས་དང་ངག་གི་བྱེད་དེ་མ་རུང་བ། སྡིག་པ་ཅི་ཡང་མི་བྱ་ཞིང་རྒྱལ་བ་ཕུན་སུམ་ཚོགས་པ་ཆེ་རང་གི་སེམས་ནུས་ཡོངས་སུ་བརྡུལ་བ་སེམས་བརྡུལ་ཡ་དེ་ནང་པའི་ཆོས་ཀྱི་རྩ་བ་དེ་དེ་རུང་བ། མ་ནས་བགྲང་ནས་སེམས་ག་འདྲས་སུ་བརྡུལ་དགོས་རེད།

སེམས་ཀྱི་སྣང་ལ་རྟོག་པའི་ཡོན་ཏན་སྐྱེས་པ་ལ་བདག་རྐྱེན་སེ་མཐུན་རྐྱེན་སྒྲུབ་དགོས་རེད། དཔེར་ན་ཞིང་ཁ་ནང་ལ་ཁྱེད་རང་ཚོ་ཞིང་པ་མང་པོ་ཡོད་ཙང་ཞིང་ཁ་ནང་ལ་ལོ་ཏོག་ཕུན་སུམ་ཚོགས་པ་སྐྱེ་ཡག་དེ་ཞིང་ཁ་དེ་གི་དམིགས་ཡུལ་རེད། ལོ་ཏོག་ཕུན་སུམ་ཚོགས་པ་ཡག་པོ་སྐྱེ་བ་ལ་ཨ་ནི་ཞིང་ཁ་དེ་ལ་ལོ་ཏོག་སྐྱེ་ཡག་ལ་སུས་ཡིས་བདག་རྐྱེན་བྱེད་ཀྱི་འདུག་དེ་ནི་རྩྭ་དུག་ཆ་འདྲ་བོ་དེ་འདྲས་ད་ལྟེ་བ་ཅིག་གྱིས་ཤོག་སོ་འདྲ་བོ་ཚ་རོ་ཚོ་རེ་དེ་འདྲས་ཀྱིས་གནོད་དགོས་དུས་ན་ཨ་ནི་སྡིག་ཡིག་དེ་ཕ་མས་པ་ཟོས།

ཚེ་གཙང་ཐབས་འདི། མིག་གི་མཐོང་ཡང་ཡོད་པས་ཕྱི་དངོས་པོ། དེ་འདྲའི་གཅིག་གིས་དམིགས་ཡུལ་གཅིག་སྒྲུབ་པར་བྱེད་པ་ལ་ཞིང་ཁའི་སྒང་ལ་ལོ་ཏོག། འབྲས་བུ་གཅིག་སྨིན་པར་བྱེད་པ་ལ། རྒྱུ་རྐྱེན་མང་པོ་བསམ་མི་དོ། ཉེར་ལེན་གྱི་རྒྱུ་དེ་ལོ་ཏོག་དེ་སྐྱེད་པར་བྱེད་པའི་ས་བོན་དེ་རོ་བ། ཡིན་ན་ཡང་ས་བོན་དེ་གིས་ལོ་ཏོག་ཡག་པོ་སྐྱེ་བ་ལ་འགལ་རྐྱེན་སུས་བྱེད་ཀྱི་འདུག་བལྟས་ནས་འགལ་རྐྱེན་དེ་མེད་པ་བཟོ་དགོས་དོ། མཐུན་པའི་རྐྱེན་དེ་སུ་ག་རེ་བཀུག་གི་འདུག་བལྟས་ནས་འདིར་འབྲུ་བཀུག་གི་འདུག་ཨ་ནི་འགལ་རྐྱེན་སེལ་ཞིང་མཐུན་རྐྱེན་ཚང་བའི་ཐོག་ནས་ཞིང་ཁ་སྐྱེད་པར་བྱེད་པའི་ས་བོན་དེ་གིས་ཏག་ཏག་འབྲས་བུ་ཉིད་སྐྱེ་གི་འདུག་དེ་དང་གཅིག་པ་གཅིག་རྐྱང། ནང་སེམས་དེ་ནང་པ་སངས་རྒྱས་པའི་ཆོས་ནས་གསུངས་བཞག་པས། ས་ལམ་གྱི་རྟོགས་པའི་ཡོན་ཏན་སྐྱེ་ཡག་གི་ཞིང་ཁ་རེད་ནང་སེམས་དེ། ཆ་ཚང་ཞིང་ཁ་ཁོ་རང་སྒང་ལ། ཕྱོགས་གཅིག་ནས་སེམས་ཀྱི་རང་བཞིན་འོད་གསལ་དྲི་མ་རྣམས་ནི་གློ་བུར་བ་སོགས་གསུང་བ་ན་བྱས་སེམས་ཀྱི་རང་བཞིན་འོད་གསལ་ཁོ་རང་སེམས་ཁོ་རང་ལ་དང་པོ་གཉིས་ནི་ཡོད་རེད། དེ་ཡིན་ཙང་སངས་རྒྱས་ཡ་དང་ས་ལམ་གྱི་རྟོགས་པ་བསྐྱེད་པའི་ནུས་པ་དེ་རང་ཆས་སུ་འདུ་བ། དེ་ལ་རང་བཞིན་གནས་རིགས་ཟིལ་གནས་དེ་སེམས་སྟོང་ཉིད་དུ་བྱས། རྒྱས་འགྱུར་གྱི་རིགས་ཟེར་བ་དེ་སེམས་གསལ་ཙམ་རིག་ཙམ་གྱི་ཀུན་རྫོབ་བདེན་པའི་ཆ་དེ་བྱས། དེ་འབྲེལ་གྱི་སེམས་ཀྱི་རྟེན་གྱི་སྟོང་པ་ཉིད་དང་སེམས་ཀུན་རྫོབ་པ་གསལ་ཚང་རིག་ཚང་གཉིས་དེ་སངས་རྒྱས་ཀྱི་ནུས་པ་ཡིན་དུས་ཁོ་ནུས་པ་དེ་ཤུགས་ཆེ་རུ་བཏང་ཡག་གི་དོན་དག་ལ། ཐོས་པ་བསམ་པ་ཆོས་ལ་ཐོས་པ་བསམ་པ་སྒོམ་པ་བྱས་ནས་ཁོ་ནུས་པ་དེ་ཤུགས་ཆེ་རུ་བཏང་དགོས་རེད། དེ་འདྲ་ཡིན་པ་ཡིན་དུས་དེ་འདྲའི་ནུས་པ་དེ་ང་ཚོ་སེམས་ཅན་ཐམས་ཅད་ལ་དང་པོ་ནས་ཡོད་རེད། ལྷག་པར་དུ་གུ་རུ་རིན་པོ་ཆེན་གྱི་གསུང་དང་དེ་ཡངས་པའི་བཀའ་འགྱུར་ནང་ལ་མཐོང་ན་ཡེ་སངས་རྒྱས་པ་སེམས་ཅན་ཐམས་ཅད་དང་པོ་ཉིད་ནས་སེམས་ཁོ་རང་གི་རང་བཞིན་འོ་ཟོམ་གྱི་ཐོག་ནས་བསྟན་ན་སངས་རྒྱས་ཟིན་པ་རེད་ཡེ་སངས་རྒྱས། ཡེ་སངས་རྒྱས་ཀྱང་ཡང་སངས་རྒྱས་དགོས། ས་ཡེ་སངས་རྒྱས་རེད་དེ་དྲི་མ་གློ་བུར་བ་དེ་སྤང་ཡོད་མ་རེད་བ་ད་དྲི་མ་གློ་བུར་བ་དེ་སྤང་ཐུབ་ན་ཡང་སངས་རྒྱས་པ་རེད།

དགེ་རྒན་གྱི་ཐོག་ནས་ཨ་ནི། སོ་སོ་སོ་སོའི་མི་ཚེ་ད་ག་རང་ལ་ཡིན་ན་ཡང། ལུས་ངག་ཡིད་གསུམ་གྱི་སྡིག་པ་མང་པོ་ཅིག་བསགས་ཀྱི་ཡོད་རེད་དེ་བསགས་ཡག་གི་རྩ་བ་དེ་ཡང་རང་གི་སེམས་ལ་དྲི་མ་གློ་བུར་བ་ཆགས་སྡང་ཡོད་པ་དེའི་ཆེད་རེད་ཆགས་སྡང་སླེབས་དགོས་ཡ་དེ་ཡང་སྐྱེ་བ་སྔོན་མ་ནས་ཆགས་སྡང་རྨོངས་གསུམ་ལ་གོམས་པའི་དབང་གིས་བྱུང་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ཡ། སེམས། སེམས་ཀྱི་གཞི་ཀ་དེ་ཡི་སྒང་ལ། མ་འོངས་པ་སངས་རྒྱས་ཀྱི་གོ་འཕང་སྒྲུབ་ཡ་གི་འབྲས་བུ་དེ་ཡོང་ཡ་ལ། ག་རེ་བྱེད་དགོས་ཀྱི་འདུག་ལབ་ན་དགལ་རྒྱན་བསད་དགོས་ཀྱི་འདུག། དགལ་རྒྱན་དེ་ག་རེ་རེད་དོ་ཟེར་ན་སྡིག་སྒྲིབ་དེ་གི་དེ་རེད་ཤགས་ལབ་ནས་སྡིག་སྒྲིབ་དེ་བསད་ཡ་གི་ཤུགས་གཅིག་རྒྱབ། འོ་དེའི་དོན་དག་ལ་ཡན་ལག་བདུན་གྱི་ནང་ལ་ཁ་སང་དོན་པ་ནང་བཞིན་བཤགས་པའི་ཡན་ལག་ལ་སོགས་པ་ཕྱག་འཚལ་བ་ལ་སོགས་པ་དེ་གི་དེ་བྱས།

ད་དགག་རྒྱན་འདི་གསལ་ཡས་ཀྱི་སྡིག་སྒྲིབ་དག་ཡ་གཅིག་བྱས་མཐུན་རྐྱེན་སྒྲུབ་པའི་འདི་ཡང་བྱས་ད་དགག་རང་བྱས་ན་ཡང་འགྲིག་འགྲིག་གོ་རང་རང་འགྲིག་གི་ཡོད་མ་རེད། ཁྱོད་རང་ལ་ཡོད་པའི་ནུས་པ་དེ་ཡར་ཤུགས་ཆེ་རུ་ཆེ་རུ་ཆེ་རུ་བཏང་དགོས་རེད། དེ་འདྲ་ཡིན་པ་ཡིན་ཙང་ཨ་ནི་ཁྱེད་རང་གིས་དེ་ནི། ལམ་བསླབ་པ་གསུམ་གྱི་ཉམས་ལེན་ཆོག་པ་རེད། ཚུལ་ཁྲིམས་ཀྱི་བསླབ་པའི་སྒང་ལ་ཏིང་ངེ་འཛིན་མང་པོ་བསྒོམ། ཨ་ནི་ཤེས་རབ་ཀྱི་བསླབ་པ་དེ་བསྒོམ་དུར་བྱས་ནས་གཞི་ནས་ཉོན་མོངས་སྤངས་པའི་སངས་རྒྱས་ཐོབ་གི་རེད་ཟེར་ནས་སྤྱོད་འཇུག་ལེའུ་དགུ་པའི་ནང་བརྒྱད་པ་ལ་གསུངས་ཡོད་རེད་དགུ་པའི་ནང་ལ་གསུངས་འགྲོ་བ་གཞི་ནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ཉོན་མོངས་རྣམ་པར་འཇོམས་པར་ཤེས་བྱས་ནས་ཐོག་མར་གཞི་ནས་བཙལ་བྱ་གསུངས་འདུག་བྱས་ཙང་དེ་ཡིན་དུས་བསླབ་པ་གསུམ་གྱི་ཉམས་ལེན་དེ་ཁྱོད་ནས་མ་བྱས་པ་བྱས།

བྱས་ཙང་སེམས་པ་བཟང་པོ་བྱེད་དགོས་ཟེར་ཡང་དེ་ནང་ཆོས་དེ་རེད་ཟེར་ལབ་སྟབས་སེམས་པ་བཟང་པོ་བྱེད་དགོས་ལག་གཉིས་ཁོ་རང་གིས་བྱེད་ཀྱི་ཡོད་མེད་གང་ཤེས་གལ་ཏེ་བྱས་པའི་དབང་དུ་བཏང་ན་ཡང། སེམས་པ་བཟང་པོ་དེ་ཙམ་གྱི་ནང་ཆོས་རེད་ལབ་ན་བཀའ་འགྱུར་པོད་ཀྱི་བརྒྱ་ཙམ་དགོས་གི་རོ་མ་རེད་བདག་ཅག་གི་སྟོན་པ་ཀུན་ལས་སྐྱོན་དགོས་མ་རེད་དེའི་འོག་གི་སློབ་མ་ཚོ་ཀྱང།

དེ་ཙམ་ཞིག་ཧིན་དྷུ་ལའང་ཡོད་རེད་ཡེ་ཤུ་ལའང་ཡོད་རེད། ཁ་སྐྱེ་ལའང་ཡོད་རེད། དེ་འདྲ་ཡིན་ས་ནང་པའི་ཆོས་ཀྱི་ཐུགས་མ་ཡོང་གང་ཡང་མ་རེད། ཅེས་མཁྱེན་སོང་ང། འོ་དེ་རེད། ད་འགའ་ཤས་ཀྱིས་ཨ་ནེ་གར་སོན་སོང་ན་ནང་ཆོས་སྦྱང་དགའ་འགྲོ་ངེས་ད་འདོད་གི་འདུག་ནང་ཆོས་ངོ་སྤྲོད་འགྲོ་ངེས་འདོད་གི་འདུག་ད་ཡིན་པ་ཡིན་ན་ཡང། ནང་ཆོས་ཟེར་མཁན་དེ་ཆེ་གར་འགྲོ་ཡོང་དུས་ཨ་ནེ།

བཀའ་དྲིན་བཀའ་དྲིན་རྗེས་སུ་དྲན་དགོས་རེད། སོ་སོ་ཕ་མ་ཡིན་ནས་ལ་ཆོས་བྱེད་རུ་ཆུག། སོ་སོ་ཡིན་པ་ཡིན་ནས། ང་རང་ཚོ་རྩ་བའི་བླ་མ་བླ་མ་སྤྱན་རས་གཟིགས་ཀྱི་བཀའ་སློབ་ལམ་སྟོན་སློབ་སྦྱོང་བྱས། ཕ་མའི་གིས་སོ་སོ་ལ་ཕན་འབད་ཀྱིས་བསླབ་བྱ་རྒྱག་པ་དེ་ངས་སོ་སོ་ཡང་བྱས་ན། ཆོས་བྱེད་ཁར་འགྲོ་བ་ཡིན་ན། སོ་སོ་ལ་ཁེ་ཕན་ཡོད་རུང་བ། དེ་ཡིན་པ་ཡིན་དུས་བརྩམས་པ་དེ་ཡང་རྒྱུ་མཚན་ནོར་འཁྲུལ་གཅིག་རེད། ད་ཡང་རྒྱུ་མཚན། རྒྱུ་མཚན་འདྲ་བོ་གཅིག་དེ་ཅི་འདི་འདི་འདྲའི་ཚིག་དོ། ནང་ཆོས་སྦྱང་དགའ་འགྲོ་བ་ཡིན་པ་ཡིན་ན། ཨ་ནི་བལ་བོད་ཁོ་རང་གཅིག་གི། ཆོས་ཞུ་ས་ལ་འགྲོ་ཡོང་དུས། དེ་ནི་ཆོས་དེ་ངའི་ཡོང་དུས་བརྩམས་པ་ཨ་ནི་གང་བརྩམས་ཤོག་གུ་དེ་ཉོབ་གི་འདུག་ཟེར་ད།

ཡིན་པ་ཡིན་ན་ཡང་གཅིག་དེ་ཡང་སོ་སོ་གས་ནོར་འཁྲུལ་ཡོང་སྲིད་པ་རེད། དཔེར་ཆགས་ཤར་བ་ཡིན་ན་སོ་སོ་གི་ངོས་ནས་ནང་ཆོས་དེ་བསམ་བློ་འཁོར་ན་ནང་ཆོས་དེ་ཁྲག་པོ་འདུག་ཁག་པོ་རེད་ཟེར་ནས་རྒྱུ་མཚན་དེ་བཀོད། ཁག་པོ་ཡོད་པ་ཡིན་ཙང་ནང་ཆོས་དེ་སོ་སོའི་ངོས་ནས་སྦྱང་པོ་རེད་ཟེར་གྱི་བསམ་བློ་དེ་འཁོར་མ་ཐུབ་ན། ཨ་ནི་ཁྲག་པོ་འདུག་ལ་ནི་བཞག་ན་ཞབས་ཅིག་རེད་ད། དཔེ་རུ་ཆགས་བཞག་པ་ཡིན་ན་ཡང། དཔེར་ན། ད་ལྟ། ནང་ཆོས་ཁག་པོ་འདུག་སྦྱང་གི་མེད་ལགས་ངས་ཁོ་རང། སོ་སོ་མི་ཚེ་ནང་ལ་དེང་རབས་ཀྱི་སློབ་སྦྱོང་བྱེད་དུས། བྱེད་ཁག་སླབ་གྲྭ་ལ་འགྲོ་ཡོད་འགྲོ་མེད་དྲི་བ་བཏང་སྐོར་བ། ཨ་སླབ་གྲྭ་ལ་འགྲོ་དུས་རྩོམ་པ་ཨ་ནི་ཕ་མ་ལ་བོར་འགྲོ་གི་མེད་པས་ཁག་པོ་འདུག་ལབ་སྐོར་བ། འདི་ལབ་སྐོར་མི་འདུག་བ།

དེ་སྦྱངས་མས་སྦྱངས་ནས་གྲུབ་འབྲས་ག་རེ་འདུག་བ། མི་ཚེ་གང་པོ་གཅིག་ལ་ཕན་ཡང་དེ་རེ་བ་ད་ཧ་ལས་ན། རེ་བ། ད་ནང་པ་སངས་རྒྱས་པའི་ཆོས་དེ་མི་ཚེ་གང་པོ་གཅིག་མ་རེ་བ། དེ་ཡང་སོ་སོ་མི་གཅིག་མ་རེ་ཁྱིམ་ཚང་ཡོངས་རྫོགས། ཅིག་འཇིག་རྟེན་ཡོངས་རྫོགས། དེ་ཡང་སོ་སོ་རང་ཉིད་ལ་སྐྱེ་བ་ཕྱི་མ་ཕན་ཆད་སངས་མ་རྒྱས་ཀྱི་བར་དུ་ཕན་ཐོགས་ཡོད་པའི་ཤེས་ཡོན་གྱི་རེ་བ། དེ་འབྲེལ་གྱི་ཕན་ཐོགས་ཡོད་པའི་ཤེས་ཡོན་འདི་ལ་དཀའ་ལས་ཁག་པོ་འདུག་སོ་སྦྱང་གི་མེད་ལབ་མི་ཚེ་གཅིག་ལ་ཕན་ཐོགས་ཡོད་བསྡད་པ་འདི་ལ་ཨ་ནི་ཁག་པོ་ཡེ་ནས་སྦྱང་གི་ཡིན་ལབ་ན་ད་དེ་ག་རེ་སྲིད་དགོས་ད། བྱས་ཙང་འདི་ཡིན་པ་ཡིན་དུས་ཁག་པོ་འདུག་ལབ་ནས་ཆོས་ཞུ་ག་མ་འགྲོ་ཡ་དེ་ནོར་རེད་ད་རོ། སོ་སོའི་ངོས་ནས་ཆོས་བྱེད་ཡག་ལ་ཡག་དགའ་པོ་བཟོ་ཡག་དེ་གལ་ཆེན་པོ་རེད་དགའ་པོ་བཟོ་ཡག་ལ་ཡག་དེ་རྒྱུགས་པ་ཞུས་ནས་སྐད་ཆ་བཤད་ནས་དེ་ཙམ་གྱི་ཕན་གོང་མ་གཙོ་བོ་གཙོ་བོ་དེ་རང་གི་སེམས་ཀྱི་ནང་ལ་ང་ཆོས་བྱེད་དགོས་རེད་ད་གང་ཡིན་ཟེར་ན་ཆོས་བྱེད་དགོས་ཀྱི་རྒྱུ་མཚན་འདི་མཐོང་སོང་འདི་མཐོང་སོང་ཟེར་གྱི་དགོས་རེད། དེ་འདྲའི་ཡིན་པ་ཡིན་ཙང་ཤེས་ནས་ཤེས་ནས་ཆོས་བྱེད་འདོད་སྐྱེ་ཡག་དེ་གལ་ཆེན་པོ་རེད་ད་འདིའི་སྐོར་ལ་ངས་འདིར་དམིགས་བསལ་གྱི་འགྲེལ་བཤད་གཏད་དེ་མ་ཞུས་ཡོད་ད་དེ་ཟེར་ཡག་འོང། འདས་དུ་བ། མི་ལུས་རིན་པོ་ཆེ་འདིར། འོང། མི་ལུས་རིན་པོ་ཆེ་འདིར། ནང་ཆོས་ལ་འཇུག་འདོད་ཟེར་ནས་དེ་བར་དུ་འདྲི་བར་བྱས། ད་འཇུག་པར་འདོད་པའི་བློ་དེ། ཡང་དག་པ་ཞིག་སྐྱེས་དགོས་རུང་བ་ཡིན་ལ་མེད་ལ་དེ་འདྲ་མ་ཡིན་པ། སྤུས་དག་པོ། དེ་ཡིན་དུས་ཡང་དག་པ་ཞིག་སྐྱེས་པ་ལ་རྒྱུ་མཚན་བཞི་བསམ་དགོས་རྒྱུ་མཚན་ལའང་འདུག། ཨོ། ཁྱོད་ཆོས་ཆེ་བོ་རེད་ད། གང་ཡིན་ཟེར་ན། ང་ཚོ་བོད་པའི་རིག་གཞུང་རེད་ད། དེ་གཅིག་པོ་དང། པཱ་ལགས་ཨ་མ་ལགས་ཀྱིས་ཟེར་གྱི་འདུག་བ་ཟེར་ཡ་འདྲ་བོ་དང། རྒྱ་བོ་རུམ་གྱིས་གསུང་གི་འདུག་བ་ཟེར་ཡ་འདྲ་བོ་དང། དེ་འདྲའི་གཅིག་པོ་ལ་ན། སྤྱིར་བཏང་ད་ཡག་པོ་རེད་དེ་ཚོ་རྒྱུ་མཚན་ཡག་པོ་རེད་དེ་ཡིན་ན་ཡང། གཅིག་རྒྱུ་མཚན་གནད་འགག་ཆེན་པོ་མ་རེད་བ། ད་རྒྱུ་མཚན་གནད་འགག་ཆེ་ཤོས་དེ་ག་རེད་ཟེར་ན་དེ། ཡང་དག་པ་ཞིག་སྐྱེས་པ་ལ་རྒྱུ་མཚན་བཞི་བསམ་དགོས་པ་སྟེ། དང་པོ་ཆོས་བྱེད་དགོས་པ་དང། གཉིས་པ་ཆོས་བྱེད་ནུས་པ། ཆོས་དེ་ཡང་ཚེ་འདིར་བྱེད་དགོས་པ། དེ་ཡང་ད་ལྟ་ངེད་ནས་བྱེད་དགོས་པ་བཅས་ཡིན། ད་དེ་བཞི་དེ། ད་ངས་འདི་ལོ་ཉི་ཤུ་རྩ་གྲངས་སྒོམ་རྒྱག་ཡོད་རེད། འདི་བསམ་བློ་བཏང་བཏང་གཉིད་ཀྱི་སྟབས་དཔེ་སྟེ་ཆོས་མ་བྱས་ན་བདེ་མ་ཐོག་ཡིན་ར་བུ་ཆགས་འདུག་ཁ་ལག་མ་བསགས་ན་བདེ་ཐུག་མི་འདུག་ཉི་མ་གཅིག་ལ་དེ་འདྲ་བུ་ཆགས་བསྡད་འདུག་ད་དེ་འདྲ་འདྲ་བུ་ཅིག་ངས་བསམ་བློ་བཏང་མེད་ན་ཡང་ཉེན་ཁ་བསྡད་ཟོས་ར་བ་བྱས་ཙང་འདི་ཡིན་དུས་ད་དངོས་གནས་དྲང་གནས་ཤེས་རབ་བསྲེས་ཏེ་ཕེབས་མཁས་ཆེན་པོ་རེད་འདུག་ད་དེ་ཟེར་ཡ་བདེ་དང་པོ་ནི། ག་ས་དེ་ཡང་གསལ་ད་དང་པོ་ཨང་ཀི་དང་པོ་བྲིས་འདུག་བ། རང་ཅག་རྣམས་ཀྱིས་དམ་པའི་ཆོས་བྱེད་དགོས་པ་ཡིན་ཏེ། རང་ཉིད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གང་ཞིག། རྒྱུ་མཚན་གྱི་ཟུར་གཅིག་རེད་ཨང་ཀི་གཅིག་བྲིས། རྒྱུ་མཚན་ཟུར་གཉིས་པ་དེ་ནང་ལ་བདེ་བ་འགྲུབ་པ་དང་སྡུག་བསྔལ་སེལ་བ་སེལ་ཟེར་ཏེ་བ་བོ་ས་ལ་སེལ་ཟེར་ཏེ་མེད་པ་བཟོས་བ་དེ་རེད་བ། བདེ་བ་འགྲུབ་པ་དང། སྡུག་བསྔལ་སེལ་ཟེར་ཏེ་སྡུག་བསྔལ་མེད་པ་བཟོས་བ། སྡུག་བསྔལ་སེལ་བ་ལ་སེལ་བ་ཡང་དམ་པའི་ཆོས་བྱས། ད་དམ་པའི་ཆོས་ལ་རག་ལས་ཅི་གོ་གསུངས་ཡོད་མར་དམ་པའི་ཆོས་ཁོ་ན་ལ་རག་ལས་ད་ཁོ་ན་སའི་ཚིག་དེ་བཅུག་འདུག་དམ་པའི་ཆོས་ཁོ་ན་ལ་རག་ལས་པའི་ཕྱིར་བྱས། རྒྱུ་མཚན་འདི་བྱས། རག་ལས་པའི་ཕྱིར་ཟེར་དེ་སེར་པོ་ཟོས་ཀྱི་དུས་འདོད་ལ་ཕྱིར་ཏེ། འདོད་པའི་བདེ་སྐྱིད་ངོ་མ་ནི་སྡུག་བསྔལ་མེད་པའི་བདེ་བ་ཡིན་ལ། མཁྱེན་གསུང་བ་རྒྱུ་མཚན་འགྲོ་སྟངས་འདི། ང་རང་ཚོ་ལ་དགོས་ཡ་གི་བདེ་སྐྱིད་ངོ་མ་དེ་སྡུག་བསྔལ་མེད་པའི་བདེ་སྐྱིད་དེ་རེད་ད། སྡུག་བསྔལ་འབྲས་བདེ་བའི་བདེ་སྐྱིད། ད་ལྟ་བདེ་སྐྱིད་འདུག་ལབ་ན་དེ་ཞུ་གུ་རྙོག་དྲ་སྡུག་བསྔལ་མང་པོ་ཡོང་བསྡད་ཡ། དེ་ཚོ་བྲལ་དེ་ང་ཚོའི་གི་འདོད་པ་གཙོ་བོ་མ་རེད། དེ་འདྲ་ཡིན་པ་ཡིན་དུས་ང་ཚོས་ཀྱི་འདོད་པའི་བདེ་སྐྱིད་དེ་སྡུག་བསྔལ་མེད་པའི་བདེ་བ་ཡིན་ལ། དེ་ཐོབ་པ་ལ་བཟོད་དུས་དེ་འདྲ་བའི་བདེ་བ་དེ་ཐོབ་པ་ལ་སྡུག་བསྔལ་མེད་པ་བཟོད་དགོས། སྡུག་བསྔལ་མེད་པའི་བདེ་བ་ཐོབ་པ་ལ་སྡུག་བསྔལ་མེད་པ་བཟོད་དགོས་རོགས། དུག་མེད་པའི་ཁ་ལག་ཟ་བ་ལ་དུག་མེད་པ་དེ་བཟོད་དགོས་རོགས། དུག་ཡོད་མེད་བལྟས་ཡོད་ན་མེད་པ་བཟོད་དགོས་རོགས། དུག་ཡོད་བདེ་བའི་ཁ་ལག་ཟ་ན་དུག་མེད་པའི་ཁ་ལག་ཟ་མ་རོགས།

དེ་བཟོ་བ་ལ་སྡུག་བསྔལ་གྱི་རྩ་བ་བདག་འཛིན་དང་རང་གཅེས་འཛིན་མེད་པ་བཟོ་དགོས་ད་གནད་འགག་དེ་རེད། ནང་པའི་ཆོས་ནི་འདི་བཞི་པོ་ཅིག་གསུངས་དེ་འོ། སྡུག་བསྔལ་གྱི་རྩ་བ་དེ་བདག་འཛིན་ལ་ཐུག་ཡོད་རེད། སྡུག་བསྔལ་གྱི་རྩ་བ་གཅིག་དེ་རང་གཅེས་འཛིན་ལ་ཐུག་ཡོད་རེད། ཁྱོད་རང་གིས་བདག་འཛིན་དང་རང་གཅེས་འཛིན་ཟེར་མཁན་དེ་མེད་པ་བཟོས་ཐུག་ད་ཁྱེད་རང་ལ་ད་སྡུག་བསྔལ་དེ་ཡོང་གི་མ་རེད་ད་གནད་འགག་དེ་དེ་རེད། འོ་དེས་འདི་བསྡུ་བ་བདེ། དེ་བཟོ་བ་ལ་སྡུག་བསྔལ་གྱི་རྩ་བ་བདག་འཛིན་དང་རང་གཅེས་འཛིན་མེད་པར་བཟོ་དགོས། བདག་འཛིན་མེད་པར་བཟོ་བ་ལ་བདག་མེད་པའི་ཆོས་གོས་པ་དང། རང་གཅེས་འཛིན་མེད་པར་བཟོ་བ་ལ་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ཀྱི་ཆོས་གོས་པས། དེ་གཉིས་སུ་དེ་སྟོང་པ་ཉིད་བདག་མེད་རྟོགས་པའི་ཤེས་རབ་དེ་དང་བྱང་ཆུབ་ཀྱི་སེམས་ཀྱི་ཆོས་གཉིས་པོ་དེ་དེ་གཉིས་དམ་པ་སངས་རྒྱས་ཀྱི་ཆོས་ཁོ་ན་ཡིན་པའི་ཕྱིར་རོ། དེ་གཉིས་དེ་སངས་རྒྱས་ཀྱི་ཆོས་ལ་མ་གཏོགས་འོ་ད་གཞན་སུ་གང་ལ་ཡོད་མ་རེད་ཟེར། དེ་འདྲ་ཡིན་ཙང་ང་ཚོ་སངས་རྒྱས་ཀྱི་ཆོས་བྱེད་དགོས་རེད། ད་རྒྱུ་མཚན་དེ་ཞིབ་པོ་བྱ་འདུག་པ་ད་བསམ་བློ་གཏོང་རིང་པོ་ཅིག་སྒང་ནས་གསུང་གི་འདུག་བ། དེ་ཡིན་དེ་ཨ་ལེ་ངེད་ལ་ད་ལྟ་ང་ཚོ་ཆུད་ཟོས་སེམས་འདུག་ད་ལྟ་དེ་དེ་བསྡད་བཞག་ངས་ཨ་མདའ་དེ་གར་སུ་རེད། སྐར་མ་བཅུ་བཅོ་ལྔ་ཅིག་བར་གསན་བཞག་དེ་ཞུ་བར་མ་མུ་མཐུད་ནས་ཞུ་ཡ་ཡིན་ད་ཨ་ལེ་བསྡད་སྟག་ཅིག་གྱོན་ནས་བཞག་ཞུ་བ།